ཐིག་གེ་དེ་རྡོ་རྗེ་དང་འབྲལ་བ་མེད་པའི་གི་ལས་ཚན་གཉིས་པ་དེ་སྤྱི་འབུར་ཞུ་བ་ཡིན། རྣམ་པ་ཚོས་ང་ཚོའི་ལས་ཚན་འདི་ཐུགས་སྣང་ཆེན་པོས་གཟེངས་སུ་ནོར་བ་བྱེད་ཞུ་བ་ཡིན།

ད་ག་ནང་ཞིག་གི་གཅིག་བོད་ལ་རེད་རྒྱ་གར་རེད་དེ་འདྲའི་གི་ད་མཁན་པོ་མཁན་བཟོས་ད་ག་ནང་ཞིག་གི་དཔེ་ཁྲིད་དགེ་དགེ་གནས་དེ་འདྲས་བཟུང་ཨ་ཤ་ཚེ་གྲགས་ཚང་གི་ཆ་ཡོད་རྒྱུས་ཡོད་ངེས་གི་མི་སྣ་མང་པོ་གཅིག་ལ་ཡ་ལི་ཤ་ཚེ་གྲགས་ཚང་རང་དེ་དོལ་རྒྱ་དང་འབྲེལ་བ་བྱུང་ཡོད་མེད་སྐོར་ལ་ཡ་ལི་ང་ཚོ་བདེན་དུ་བཏང་ལ་ཚོགས་པ་ངོས་ནས་ཞིབ་འཇུག་རྒྱུན་རིང་མང་པོ་ཟུར་དུ་གནང་ཡོད་རེད། གནང་པ་དེའི་ནང་ལ་ཡང་ལ་གནད་དོན་འདྲ་དེ་ག་རེ་བྱས་ནས་མཐོང་ཡོད་ཟེར་ན།
གྲུ་འགྲིག་འདྲ་དེ་མ་གསུངས་གྲུ་དོན་འདྲ་དེ་ག་རེ་བསྙལ་ཡོད་ཟེར་ན། ཤ་རྩི་གྲངས་ཚང་གནས་དེ་རེ་བྱས་རྒྱ་མཚན་གྱི་ཕྱག་བཏབ་ཉིན་ལོ་དྲུག་བརྒྱ་གི་ནང་ལ་ཡ་ལ་གྲངས་ཚང་རང་དེ་བོད་རེད་རྒྱ་གར་ལུང་པ་རེད་བོད་རྒྱ་དང་རྩ་བ་གཉིས་གཉིས་འབྲེལ་བ་བྱུང་བྱུང་མི་འདུག་དེ་ལྟ་རྗེས་སུ་ལ་ཡ་ལ་དེ་ནས་རྒྱ་གར་ལ་སླེབས་ཚར་ནས། ཅིག་དོལ་རྒྱལ་བསྟེན་གསོལ་འདི་ལྟར་ཅིག། གྲྭ་པ་རྒས་པ་ནང་ལས་ལ། མང་པོ་ཅིག་བྱུང་བ་ཡོད་ཡིན་ཙང། ཨ་ནི་སྐབས་དེ་དུས་ལ་ཡ་ལ། ཤ་ཚའི་དབུ་མཛད་བཟོད་པ་བློ་བཟང་བསྟན་འཛིན་གྱི། ཅིག་གྲྭ་ཚང་རང་གི་ནང་ལ་ཡ་ལ། ཁྲིམས་གཅུས་བཏང་ཡ་དང་དེ་འདྲ་བསྟེན་ཡ་ཅིག། བྱེད་ཆོག་བ་བྱེད་ཟེར་དོན་ནི། སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་ལ་ཡ་ལ་སྐྱབས་འཇུག་ཞུ་དུས་གང་ལ། སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གི། གྲྭ་ཚང་ནི། རང་གི་དོལ་རྒྱལ་དེ་ཚོགས་ཡོང་ལ། ཁྲིམས་གཅོད་གཏོང་ཡག་དང་སྐོང་གསོ་གཏོང་ཡག་དང་དེ་འདྲ་རྩ་བ་ཉིད་ནས་འགྲིག་གི་མ་རེད། དེ་ནི་ང་ཚོ་རྗེས་མ་བོད་ལ་ཕར་ལོག་དགོས་བྱུང་བའི་སྐབས་ལ་ཡ་ལ་ནི་བོད་ལ་བསྡད་མཁན་གྱི་དགའ་བདེ་ཤ་ཚ་གྲངས་ཚང་གི་གྲྭ་པ་ཚོགས་ཀྱིས་ཁྱོད་ཚོ་རྒྱ་གར་ལ་འགྲོ་ནས་ལྷ་གསར་པ་ཁྱེར་རང་འདུག་ད་ཟེར་དོ་ནི་དུ་ཟེར་ནས་ལག་ཡོང་གི་རེད་ད་གྲངས་ཚང་རང་དེ་རྩ་བ་ཉིད་ནས་འདྲ་བ་བྱས་ནས་འགྲིག་གི་མ་རེད། སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་རང་གིས་དེ་ནི། དགའ་བདེ་ཤ་ཚའི་ཐོས་བསམ་ནོར་ལྷའི་གྲངས་ཚང་གི་འདོད་ཆགས་གཏན་ནས་མི་འགྲིག་པ་དེ་ནི་དོན་གྱི་བདག་པོ། དེ་ནས་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་ཁོ་རང་གི་ཚིགས་སུ་བཅད་པའི་ཚིག་ཐང་ཐུགས་སུ་བཅོས་འདུག། དེ་ཡིན་དུས་གང་ལ། ད། སྤྱི་ཡོངས་ཀྱི་ཡོངས་གྲགས་ལ་ཡ་ལ་གཅིག། ཤ་ཚའི་གྲངས་ཚང་གི་ད་གྲྭ་པ་ནང་ཁུལ་ལ་ཡ་ལ་འདོད་ཆགས་གཏན་ངེས་དེ་བས་མང་པོ་ཞིག་བྱུང་བ་ཡིན་དུས་གང་ལ། དེ་ནི་གཅིག། བོད་གཞིས་བྱེས་གཉིས་ལ་ཞུགས་མཁན་རེད་ད་ག་ནང་བཤད་ཀྱི་ཆེ་ཆ་ཡོད་དྲུག་གཅིག་འཇམ་མགོན་བླ་མའི་བསྟན་པ་ལ་ཡ་ལ་དད་པ་དང། དེ་འདྲའི་གི་ད་གཅིག་ཡོད་དེ་གི་དེ་སོགས་དེ་གི་ཤ་ཚ་གྲང་ཚང་རང་དེ་བོད་རེད་རྒྱ་གར་རེད་ཚང་མ་གི་བའི་དོད་ཆ་བསྟན་ཤག་ཡིད་མ་དྲང་བྱེད་བསྟན་གི་ཡོད་པ་ལ་བྱེད་པ་ཡིད་ཤག་ལ་བྱེད་གི་ད་ལོ་ཞག་བདེ་བ་ཡིན་ཙང

ལྟོས་རྒྱ་མཚོ་པ་ངོས་ནས་ད་ཅིག་འགྲེལ་བཤད་ཕྱོགས་ཞེན་འདྲ་མེད་སྣ་ཚོགས་རྒྱས་པར་གྱི་ངེས་ལེགས་ལ་བརྟེན་ནས་གཅིག། ཤ་ཚ་བྲག་ཚང་རང་དུ་ལྟོས་རྒྱ་ལྟས་ངན་གྱི་རྟགས་གཙོ་བོ་འདྲ་ཡིན་པ་འདྲ་ཅིག་ཏུ་བྱས་ནས་བཟོ་དུས་ཡོད་རེད་དེ་ཚོ་ཚང་མ་ཡང་ཕྱོགས་བཤད་དང་ལོག་བཤད་མ་གཏོགས་བྱེད་གི་གཅིག་བདེན་དཔེ་གྱི་ཤ་ཚ་བྲག་ཚང་གི་རང་གི་ལྟོས་རྒྱ་བསྟན་གྱི་ཡོད་པ་བདེན་དཔེ་གྱི་ད་ཡིག་ཆ་རེད་དྲག་ནང་བཤད་གི་རྒན་དཔེ་གྱི་ངག་རྒྱུད་གང་དུ་ཡང་ལ་མེད་པ་འདུག་ཅན་གསལ་པོ་ཅན་ཆགས་བཞག་བྱས་ཙང་རྒན་པ་མང་པོ་ཅིག་ལ་བཅར་འདྲི་ཞུས་པའི་གི་ནང་ཚན་ནི་དེ་ནི་བརྗོད་དོན་མཁས་བཟོད་རིན་པོ་ཆེ་བསོད་ནམས་དཔལ་བཟང་མཆོག་ཁོང་དེ་ནི་བོད་ལྔ་བཅུ་ང་དགུ་བོད་ལི་ཡ་ལི་ཤ་ཚི་གྲངས་ཚང་ནང་ལི་ཡ་ལི་ཞུགས་བྱས་ནས་སློབ་པ་བླང་ནས་གནང་བདེ་སྐད་ཅིག་དང་ཨ་ནི་རྒྱ་གར་ལུང་པ་ལས་ནི་ཤ་ཚི་གྲངས་ཚང་ནང་ནས་འདུག་བྱས་ནས་ད་སློབ་པ་བླང་ནས་མཐའ་སོན་པ་ཅིག་དགེ་ཤིས་ལྷ་རང་བཏང་ནས་དཔག་དེ་སྟོད་ཆུ་གྲངས་ཚང་གི་བླ་མ་དབུ་མཛད་ནས་མཁན་པོ་ཆགས་ནས་ད་ད་ད་ཆ་ལི་ཡ་མཁན་ཟུར་ཆགས་དེ་གས་འདུག་བྱས་ནས་ཆགས་དུས་ཡོད་རེད་དེ་ཡིན་དུས་གང་ལོ་ཨ་ནི་གཅིག་ཁོང་ཡ་ལ་དེ་ནི་ང་ཚོ་གི་བདེན་དོན་དང་ཚོགས་པའི་ངོས་ནས་ཆེད་མངགས་ཀྱི་སྙན་འཕྲིན་ལས་ནས་འདུར་བྱས་ནས་བཅར་འདྲི་ཞུས་ཡོད། བྱས་ཙང་དེའི་བཅར་འདྲི་དེའི་ནང་ལ་ཡ་ལ་ནི་ཤར་རྩེ་ཐོས་བསམ་ནོར་ལྷའི་གྲྭ་ཚང་རང་དེ་དོལ་རྒྱ་དང་འདྲ་འདྲའི་གང་ཡང་མེད་པ་ཁོང་གི་ཁུངས་སྐྱེལ་ཚུལ་ན་མི་འདུག་འདུག་སེ་གསལ་བཤད་བདེན་པའི་གི་ར་སྤྲོད་འདུར་བྱས་ནས་གནང་གི་འདུག་དེ་ཡིན་དུས་རྒྱ་ཆེའི་མང་ཚོགས་ཀྱི་དེ་ཐོག་ལ་ཡ་ལ་དོ་སྣང་ཆེན་པོའི་ངང་ནས་ནས་ཅིག་ག་རེ་ཟེར་ན། གཟིགས་རོགས་གནང་ཟེར་དོ་ནི། འབོད་སྐུལ་ཞུ་ཡག་ཡིན་ཟེར་དུ་ཞུ་རྒྱུ་ཡིན། རེད་བ་དེ་ནི་ཤ་ཚིལ་སྤྲང་ཚང་ལྟ་གཅིག་བོད་ནི་རེད་ཨ་ནི་རྒྱ་གར་ལ་ཕེབས་ནི་གཟུགས་དེ་ཨ་ལྟ་དེ་བ་དེ་ལ་ཡ་ལི་ཨ་མཆིས་ཤུགས་དེ་གྲགས་ཚང་རང་གི་ཤུགས་དེ་ལྟས་དེ་འདྲས་གཅིག་བྱུང་ཡོད་དུ་མེད་ཨ་ནི་རྒན་ལགས་ལྟ་གཅིག་ཤ་ཚིལ་སྤྲང་ཚང་གི་གྲ་པ་རྒན་ཤུས་ཀྱི་ཆགས་དུ་ཡོད་དུས་རང་ལ་རྒྱུས་མངའ་ཆེ་ཤུས་ཆགས་གི་ཡོད་རེད

དཔའ་སྡེ་བཀྲ་ཤིས་མགོན་མོ་གྲྭ་ཚང་རང་གི་ཅིག་སྡོད་རྒྱ་དང་འབྲེལ་བ་བྱུང་ཡོད་དོ་མེད་དུ་བྱས་ནས་ད་ང་ཚོ་བདེ་འདོད་དང་ལོངས་འཚོ་བའི་ངོས་ནས་དུ་ཞིབ་འཇུག་བྱས་ཡོད་རེད། ཞིབ་འཇུག་བྱས་པའི་རྒྱུན་རིང་དེ་ཡི་ནང་ལ་ཡ་ལི་བཀྲ་ཤིས་དཔའ་སྡེ་མགོན་མོ་གྲྭ་ཚང་གི་ཅིག་ཆོས་འཇུག་རེད་ད་ནང་ཤེས་ཀྱི་དཔའ་སྡེ་བཀྲ་ཤིས་མགོན་མོ་གྲྭ་ཚང་གི་མཁན་པོ་མཁན་བཟོ་ད་ནང་ཤེས་བླ་པ་རྒན་པ་དེ་ནས་ཅིག་བོད་རང་ལ་ཡ་ལི་བཀྲ་ཤིས་འགོ་མ་གྲྭ་ཚང་ནང་ལ་ཡ་ལི་སློབ་པ་སློབ་གཉེར་གནང་ནས་རྒྱུན་རིང་བཞུགས་མྱོང་ངེས་ཀྱི་གྲྭ་པ་རྒན་པ་རེད་ཨང་ཅིག་ད་ལྟ་རྒྱ་གར་ལུང་པ་ལ་རེད། དེ་ཚོ་ལ་ཡ་ལི་སྐབས་ཅིག་བཀྲ་ཤིས་འགོ་མ་གྲྭ་ཚང་རང་དེ་དོལ་རྒྱལ་དང་འབྲེལ་བ་བྱུང་ཡོད་མེད་སྐོར་ལ་ཡ་ལི་ཞིབ་འཇུག་བྱས་པའི་བྱུང་རིགས་དེ་ཡི་ནང་ལ་ཡ་ལི། པ་དེ་བཀྲ་ཤིས་འགོ་མ་གྲྭ་ཚང་དེ་ལོ་དྲུག་བརྒྱ་ཆ་བཏབ་ནས་ལོ་དྲུག་བརྒྱ་ཚང་གཅིག་ཕྱིན་པའི་གྱི་བྱུང་རིགས་དེ་ནང་ལ་ཡ་ལི་རྩ་བ་གཉིས་ནི་དོལ་རྒྱལ་དང་འབྲེལ་བ་མེད་པ།

དག་རང་སྣང་ཞིག་གི་དག་མཚམས་སོ་སོ་རེད། རྩ་བ་གཉིས་ནི་ཟློས་བརྒྱ་ལས་ཡར་ལ་འབྲི་བ་དེ་བྱུང་མི་འདུག་དེ་མེད་པ་དེ་ག་རེ་ཟེར་ན་དེའི་གཙོ་བོ་དེ་དག་འབྲི་གུང་བ་གི་གནས་འཇུག་ཆུ་རྒྱ་ཆེན་པོ་དུ་བཞིན་བསྟན་གི་ཡོད་པ་ཡིན་ཙང་གནས་འཇུག་ཆུ་རྒྱ་ཆེན་པོ་དང་ཟློས་བརྒྱ་གཉིས་དེ་ཕན་ཆད་ད་མང། མེད་དོ་སྤུ་རེད་ཟེར་ཡ་འདྲ་ཞོར་བ་ལྟར་ན་ང་ཚོ་དཔེ་དོན་ནང་ལ་མེད་དོ་སྤུ་རེད་ཟེར་ཡ་ཞོར་བ་དེ་སྣང་ཞིག་ཅན་དུ་ཆགས་ཀྱི་ཡོད་རེད། དེ་འདྲའི་ཆགས་པ་བྱུང་རིགས་ལས་བལྟས་ནས་རྩ་བ་གཉིས་ནི་གནས་ཚུལ་དེ་བྱུང་མི་འདུག། དེ་ནས་ལྷག་པ་དང། བཀྲ་ཤིས་མགོན་མ་བྲག་ཚང་ཁོ་རང་ཚོ་ཐུན་མོང་མ་ཡིན་པར་གྱི་སྲུང་མ་དང། མགོན་པོ་ཕྱག་དྲུག་པ་ཕྱག་བཞག་དེ་འདྲ་ཡིན་དུས་གང་ལ་ལྟ་ཅིག་བཀྲ་ཤིས་མགོན་མ་བྲག་ཚང་གི་ནང་ལ་མཁན་པོ་མཁན་ཟུར་དང་བླ་པ་རྒན་པ་མང་པོ་ཅིག་ལ་ང་ཚོ་གིས་ཞིབ་འཇུག་བྱས་ནས་བཀའ་འདྲི་ཞུས་ཡོད་རེད་ཡིན་ན་ཡང་ད་ལྟ་འདི་དག་གི་ཆ་ལ་དཔལ་ལྡན་བཀྲ་ཤིས་མགོན་མ་བྲག་ཚང་གི་ཆོས་སྲིད་གཉིས་ཀྱི་ལྟ་ཅིག། བྷ་གའི་ལ་ཐུང་གིས་ཞིང་ངེ་སྐྱབས་ཆེ་མཁས་རིན་པོ་ཆེ་ལ་ཡ་ལ་ང་ཚོགས་ཀྱི་ཆེད་མངགས་ཀྱི་བཀའ་འདྲི་ཞུ་ནས་དཔའ་སྡེ་བཀྲ་ཤིས་འོག་མ་གྲྭ་ཚང་དོལ་རྒྱལ་དང་གྲྭ་ཚང་རང་དང་དོལ་རྒྱལ་དང་འབྲེལ་བ་བཅུ་མའི་སྐོར་ལ་བཅར་འདྲི་ཞུས་ཡོད། བཅར་འདྲི་ཞུས་པ་དེ་ནི་མཁས་རིན་པོ་ཆེ་ཁོང་གིས་བཏབ་པའི་ས་ཞེ་འདོགས་བྱས་ནས་གནང་གསུངས་གནང་པ་དེ། དེ་ནི་རྒྱ་ཆེའི་མང་ཚོགས་ལ་ཡ་ལ་གནས་ཚུལ་འདི་ང་ཚོགས་ཀྱི་མ། སྤྱན་དགུའི་ཤུལ་ཡག་གི་དུར་ཁྱེར་ནས་གྲ་སྒྲིག་བྱས་ནས་སྤྱན་དགུའི་ཤུགས་ཡོད་དེའི་མདུན་སྒང་དུ། ཚང་མ་གི་དེ་ཐོག་ལ། ཡག་པོ་གྱིས་གསན་རོགས་གནང་ཟེར་ཤུལ་ཡག་ཡིས། ག་རེ་རེད་ཟེར་ན་དོལ་རྒྱལ་ཚོགས་པ་གི། གཅིག། འཇང་དགོན་བླ་མའི། ཕྱག་བཏབ་པའི་རི་བོ་དགེ་ལུགས་པ། དགོན་འདི་ཆེན་པོ་དེ་ཚོ་ནང་ལ་ཡ་ལ། གཅིག་གནམ་སྔ་མོ་ནས་དོལ་རྒྱལ་དང་འབྲེལ་བ་བྱས་ནས་བསྡད་དེ་ཡོད་མཁན་སོགས་ར་བྱས། འགྲེལ་བཤད་དེ་རྒྱག་ཡོང་དུས། དེ་འབྲེལ་གྱི་ཕྱོགས་སྟངས་དང་དཀྲོག་སྟངས། ཡིག། གར་སིག། ཡིག་རིགས་རྫུན་མ་མང་པོ་ཅིག་ཁྱབ་སྤེལ་བྱས་པའི་ཉེན་ལས་ལས་བརྟེན་ནས་རྒྱ་ཕྱི་ནང་གི་ནང་ནས་ཞུགས་པའི་སྒོས་དེ་ནི་འཇམ་མགོན་བླ་མའི་བསྟན་པ་ལས་ཡར་ལ་རྗེས་སུ་འཇུག་ངེས་ཚོ་ལ་ནི་དེ་གཅིག་གར་སེར་མགོ་རྨོངས་ཡ་དང་དེ་འདྲས་ཀྱི་གཅིག་ལང་ལོག་ཟིན་ལ་མི་འདུག་ཐལ་སྲུང་བཅས་ཡ་དེ་འདྲས་ཀྱི་མང་པོ་ཅིག་བྱས་ཚར་བ་ཡིན་ཙང་འདི་ང་ཚོ་གསལ་པོ་བཟོ་ཡག་ཆེད་དུ་ཚོགས་པ་དངོས་ནས་ཁྱི་དང་སྔགས་ནི་དེ་ནི་གཅིག་ཞིབ་འཇུག་བྱས་ཡས་དང་འདུག་ཅེས་བྱས་པའི་གྲུབ་དོད་དེ་ལ་ཡར་ལ་སྐྱབས་རྗེ་མཁས་རུམ་ཅན་ཁོང་གི་གསུང་ཡག་ཏུ་འདུག་བྱས་ནས་སྤྱི་ཚོགས་ཐོག་ལ་མ་ཉན་པའི་ཤོད་ཡག་ཏུ་ཟིག་ཡིག། པ་དེ་བཀྲ་ཤིས་མགོ་མ་བཀྲ་མཚམས་ཆ་བྱ་བ་ཡིན་ན་ད་དྲུང་གྲགས་པ་རིན་ཆེན་གྱི་ཕྱག་བཏབ་ནས་དུས་ད་ལྟ་བར་དུ་ལ་ཡ་ལི་ཨན་གཅིག་ཡོད་མགོ་མ་བཀྲ་མཚམས་རང་ལ་ཡ་ལི་གྲགས་མཚམས་རང་ལ་ཡ་ལི་གཅིག་སྡོད་རྒྱ་དང་འབྲེལ་བ་ཅུང་ཡོད་རེད་ཡོད་མ་རེད་དེ་སྐོར་ལ་ཡ་ལི་བཅར་འདྲི་ཞུ་ཡ་ཡིན་མཁས་རུང་ཆེ་དེ་གཅིག་དཀའ་ལས་གནང་རོགས་ཞུ་ཡ་ཡིན།

ཨ་ནེ། ཁོ་རང་གི་སློབ་མ་ཁག་མང་པོ་ཡོད་པའི་ནང་ནས་ཨ་ནེ། དྲུང་གྲགས་པ་རིན་ཆེན། ད་ཅིག་པི་ཏིའི་དགེ་རྒན་ཟེར་ནས་མི་འདུག་ཨ་ནེ། མཁན་པོ་ཟེར་ནས་མི་འདུག་ད་འདི་ལ་བསྐོས་བཞག་གནང་ནས། ཨ་ནེ། ཁོ་རང་གི་འཆད་ཉན་མ་དཔལ་ཞབས་པའི་གི་ད་དེ་ནས་མུ་མཐུད་ནས་ད་ཨ་ནེ་དགོངས་པ་འདྲ་ཚང། ཨེ་ནི། རྒྱུན་བཤགས་པ་ཅིག་རེད་འདི་ཡིན་ཙང། ཨེ་ནི། སྒོ་མང་གྲྭ་ཚང་ད་ཕྱག་བཏབ། ཕྱག་བཏབ་པ་པོ་ཟེར་ན་རེད་སྒོ་མང་གྲྭ་ཚང་ཕྱག་བཏབ་ནས་ཀྱི་ད་ལོ་ག་ཚོད་ཕྱིན་པ་ཡིན་ཟེར་ན། གང་ད་འབྲི་གུང་བཏབ་ནས་ད་ལོ་རྗེས་མ། ཨེ་ནི་ལོ་དྲུག་བརྒྱ་འཁོར་བ་ནང་བཞིན་སྒོ་མང་གྲྭ་ཚང་ཡང་ད་ཕྱག་ནས་ད་བར་དུ་དེ་ནས་ལོ། དྲུག་བརྒྱ། ད། ལྔ་བརྒྱ་ད་ལྔ་བཅུ་ང་དགུ་ཚོ་ད་ལོ་རྗེས་མ་དེ་བ་ཕྱག་བཞག་གིན་ད་ལོ་དྲུག་བརྒྱ་འཁོར་དགོས་ཡ་རེད། བྱས་ཙང་ད་དེའི་རིང་དེ་ལ་ཨ་ནེ་འདོད་རྒྱལ་དང་འབྲེལ་བ་ཡོད་དེ་ཡོང་མ་རེད་ཟེར་ཡག་གི་ད་ཅིག་སྐད་ཆེ་གྲོགས་ཀྱིས་བཞུ་བ་ཡིན་པས་ན་ད་དང་པོ་ཕྱག་བཏབ་པའི་སྐབས་ལ་ཆ་བཞག་གི་ཡིན་པས་ན་སྟོད་རྒྱལ་གྱིས་སྐད་ཆ་ཁོ་རང་ཡོང་མ་རེད་བ། ད་ཁོ་རང་འབྱུང་ཡག་གི་ཨ་ནེ་འདོད་རྒྱལ་གྱི་སྐོར་དེ་ད་དང་པོ་བྱུང་ས་དེ་རྒྱ་བ་ལྔ་པའི་སྐབས་ནས་རེད། བྱས་ཙང་ད་རྒྱ་བ་ལྔ་པའི་སྐབས་དེ་བ་ནས་ད་འདོད་རྒྱལ་གྱི་ཅིག་གནས་ཚུལ་ཅིག་བྱུང་བ་རེད་མ་གཏོགས་དེ་ཡང་ཅིག་ཡོངས་གྲགས་ཀྱི་རྩོལ་མེད་དང་ཨེ་ནོ་ཅི་ཁྱབ་ཆེན་པོ་དང་ལྷག་དོན་དུ་ང་ཚོའི་དགེ་ལུགས་ཀྱི་གདན་ས་དགོན་པ་དེ་ཚོའི་ནང་ལ་དེ་འདྲའི་དགེ་ཁྱབ་ཆེན་པོ་གཅིག་འབྱུང་ཡ་རེད་བས་སེམས་ལབ་ན། ད་ལོ་རྒྱུས་ལ་བལྟ་བ་ཡིན་ན་དཔེ་ཞིབ་ཅིག་ཕྲ་བ་རེད། དེ་འབྱུང་མེད་པ་དེ་གསལ་པོ་ཡིན་སོང་ཙང་སྒོ་མང་གྲྭ་ཚང་ལ་ཡང་འདི་དུས་ཨ་ནེ་ཅི་གི་འདོད་རྒྱལ་དང་འབྲེལ་བ་རྩ་བ་ཉིད་ནས་འབྱུང་མེད་པ་འདྲ་བ་ཅིག་ང་ཚོར་གསལ་ཐག་ཆོད་ལྟ་ཞིག་རེད། ད་དེ་ནི་མ་མ་ཅིག་ནི་ད་ཅིག་དགེ་ལུགས་ཀྱི་དགོན་པ་བདེ་འགྲེལ་ལ་གཏོགས་སོ་གསོལ་ཅིག་དགེ་ལུགས་ཀྱི་བླ་མ་བདེ་འགྲེལ་དང་མཉམ་དུ་གཏོགས་སོ་གཏད་གསོལ་ཆེ་ཤོས་ཡོང་བ་དེ་ཨེ་ནི་ཕ་བོང་ཁ་བདེ་ཆེན་སྙིང་པོ་ནི་ད་ཡིན་པ་དེ་ཚང་མ་ཡོངས་གྲགས་འདྲ་བོ་ཅིག་གསུང་དགོས་ཨ་རེ། བྱས་ཙང་ད་སྐབས་དེ་དུས་འདྲ་བོ་ཅིག་ན་ཅིག་ཆ་བཞག་པ་ཡིན་པ་ཡིན་ན་ཨ་ནི་ད་སྒོར་མོ་འདྲ་ཙམ་ཚོན་དང་ཨ་ནི་རྡོ་སྐྱེས་ཅིག་འབྲེལ་བ་འབྱུང་ཡོད་ཨ་རེ་བས་སེ་ལ་བས་ཡིན་ན་དེ་འབྱུང་མེད་པ་གསལ་བོ་རེད་བཞག་གང་ཡིན་ཟེར་ན་སྒོར་མ་འདྲ་ཙམ་ལ་ཨ་ནི་འདི་རེད་ཅིག་འབྱུང་བ་རེད་སྒོར་མ་འགོང་གང་ནང་ལ་འདི་འདྲའི་རྡོ་སྐྱེས་ཀྱི་ཀང་སོ་བཏང་གི་ཨ་རེ་སྒོ་མང་དགོན་ཁག་ནང་ལ་ཡིན་ན་འདོད་རྒྱལ་གྱི་པར་ཡོད་རེད་ཟེར་ཡ་གི་ཨ་ནི་ཁུངས་སྐྱེལ་ར་སྤྲོད་ཀྱི་ད་ཡིག་ཆ་སྣ་ཁ་བྱས་བསྟན་མི་འདུག་ཨ་རྒན་པ་ཚོ་ལ་ག་འདྲི་ཞུ་ཡ་ཡིན་ན་དེ་འདྲི་ཁྱོད་ནས་ཨ་ནི་ཡོད་རེད་གི་ཨ་གསུང་སྲོལ་དེ་འདྲི་རྩ་བ་ཡིན་ནི་མི་འདུག་དེ་མེད་ཡིན་སོང་ཙང་ཨ་ནི་སྐབས་དེ་དུས་ད་རྒྱ་བ་ཁུ་ཁྲེ་བཅུ་གསུམ་པའི་སྐབས་ལ་ཡིན་པ་ཡིན་ན་ཡང་ཨ་ནི་སྒོ་མང་དྲི་བཟང་ལ་འདོད་རྒྱལ་དང་རྩ་བ་ཉིད་ནས་འབྲེལ་བ་མེད་པ་རེད་ཤག་དེ་མེད་པའི་གཙོ་བོ་དེ་ག་རེ་ཟེར་ལགས་ན་སྒོ་མ་འདྲ་ཚང་ཡང་དཔེར་ན་འབྲི་སྤུངས་ཀྱི་དགོན་པ་གཅིག་རེད་བསྡད་རེད་འབྲི་སྤུངས་ཀྱི་ནས་སྲུང་མ་ཡོད་ན་མེད་ན་ནས་ཆུང་ཆོས་སྐྱོང་རེད། ང་ཚོ་རྒན་པ་ཚོ་གི་སྲུང་སྐྱོང་ལ་ད་ག་འདུག་ཨ་ནེ་རྡོས་རྒྱལ་དང་ཨ་ནེ་ནེ་ཆུང་རྡོས་རྒྱལ་བསྟན་པ་ཡིན་ན་ཨ་ནེ་ནེ་ཆུང་གི་ཨ་ནེ་ག་ཟེར་བ་ད་ཅིག་ཕུང་ཐོག་ཡོང་གི་རེད་ཟེར་སྲུང་སྐྱོང་དེ་ཨ་ནེ་ད་ལྟ་ཡང་རྒན་པ་ཚོ་ལ་སྲུང་ཡ་ཡོད་རེད་དེ་ཡིན་ཙང། སྐུ་གཅིག་ན་རྩུ་བཞི་ཅན་གཅིག་ཡིན་པ་བཅས་ཉིད་ནས་ནི་བརྒྱ་ཆ་བརྒྱ་སྟོན་པ་དང་འབྲས་སྤུངས་པ་གི་ནི་ཅུང་ལ་ཡང་ནི་པའི་འདི་སྟེ་ནང་གི་ཡོན་སོགས་སམ། ཨ་ནི་གྲ་ཚང་སྤྱིའི་ཚོགས་དང། ཨ་ནི་གྲ་ཚང་གི་གཅིག་ལས་ནི་ཁྱེད་ལ་དེ་འདྲའི་གི་དར་གཅིག་གཟུར་དུ་འདུག་ཟེར་བསྟན་ཡག་གི་འཁོར་འགྲོ་བ་འབྱུང་ཡོད་རེད་ཟེར་ན་རྩ་བ་ཉིད་ནས་འབྱུང་མེད་པ་དེ། ཨ་ནི་འབྲས་སྤུངས་གི་དར་ནི་དགོན་པ་ཚོའི་ནང་ནས་དར་གཅིག་འདོད་རྒྱལ་དང་འབྲེལ་བ་མེད་པ་དེ་གསལ་བོ་ཆགས་ཡོད་རེད། ད་དེ་ནི་མ་ནི་ནི། བཙན་བྱོལ་ལ་ད་སླེབས་པའི་ཕེབས་པའི་སྐབས་དེ་བ་ལ་ཅིག་ཆ་བཞག་པ་ཡིན་ན་ད་སྟོང་པ་ཡིན་ནས་སྦག་ས་ལ་ད་གྲྭ་བ་དྲུག་ཅུ་ཚོད་ཅིག་བཞུགས་ཡོད་པ་རེད། བྱས་ཙང་ད་སྐབས་དེ་དུས་ཡིན་པ་ཡིན་པ་ཡིན་ན་ཡང་ཨ་ནི་དགོན་པ་གྲྭ་ཚང་གི་སྲུང་མ་ད་དགོན་པ་ཕྱག་དྲུག་པ་རང་རྗེ་བོད་ལ་ཡིན་ན་ད་དགོན་པ་གྲྭ་ཚང་གི་དགོན་སྲུང་མ་ཨ་ནི་དགོན་པ་ཕྱག་དྲུག་པ་རེད་དེ་བ་རེད། ད་ན་བཞིན་ད་སྦག་ས་ལ་ཕེབས་ནས་ཡང་ཨ་ནི་ད། དགོན་གང་ཟིག་ལོགས་སུ་འདུག་གང་ཟིག་ལོགས་སུ་ད་ཆའང་ཡོད་ས་མ་རེད་དེ་ཡིན་ན་ཡང་ཨ་ནེ་བང་མཛོད་ཀྱི་བསྐང་གསོ་ཅིག་གནང་བ་ཡིན་ན་ཡང་ཨ་ནེ་མགོན་པོ་གྱི་ཅིག་བསྐང་གསོ་གནང་ཡ་མ་གཏོགས་སུ་གྱུར་པའི་ཨ་ནེ་འདོད་རྒྱལ་གྱི་བསྐང་གསོ་བཏང་པ་རེད་ཟེར་གི་བསམ་འཆར་བཤད་མཁན་ཙམ་ཡང་བྱུང་མི་འདུག་ངས་རྒན་པ་ཚོ་ལ་བཀའ་དྲིན་ཞུ་བ་ཡིན། ད་ང་རང་ཆ་བཞག་གི་ཡིན་པས་ན་ང་འདི་སླད་དེ་ཨ་ནེ་བདུན་ཅུ་སྟོན་དགུ་བརྒྱ་ལ་ད་མགོན་པོ་ལ་སླེབས་པ་རེད་བདུན་ཅུ་སྟོན་དགུ་བརྒྱ་བརྒྱད་ཅུ་དགུ་ལ་སླེབས་པ་རེད་སྐབས་དེ་དུས་ཡིན་པས་ནས། གྲྭ་ཚང་ལ་བཞུགས་ཡིན་ཉིན་མོ་དེ་ལ་ས་འབྱར་ལ་འགྲོ་དགོས་ཡོད་རེད་དངོས་གནས་དགོན་ཁང་ནང་ལ་ས་འབྱར་འགྲོ་མཆོད་མཇལ་ཞུ་ག་འགྲོ་དགོས་ཡོད་རེད་མཁན་པོ་ས་འབྱར་ལ་འགྲོ་དགོས་ཡོད་རེད་ཕྱག་མཛོད་ཁང་ལ་ཐོ་རྒྱག་ག་འགྲོ་དགོས་འདུག་ཨོ་སྐབས་དེ་དུས་ཡིན་པ་ཡིན་ན་ཡང་ཨ་ནེ་དགོན་པ་དགོན་ཁང་ནང་ལ་དགོན་པ་ཕྱག་དྲུག་པའི་དག་སྐུ་དང་དགོན་པ་ཕྱག་དྲུག་པའི་གི་ཐང་ག་དེ་འདྲ་ཡོད་རེད་མ་གཏོགས་འདོད་རྒྱག་གི་པར་ཙམ་ཡང་དགོན་པ་དགོན་ཁང་ནང་ལ་ཡོད་མ་རེད། ད་ན་བཞིན་ད་སྐབས་དེ་དུས་ཀྱི་གཅིག་རྒན་པ་ཚོས་མང་ཆེ་ཡང་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གི་ནང་གསུང་ཆོས་ཞུས་ནས་ནས་ཆོས་དྲེད་ཡོད་རེད་སྐྱབས་རྗེ་གཟུངས་རིན་པོ་ཆེ་ཚང་ནས་ཆོས་དྲེད་ཞུས་ནས་ཡོད་རེད་དེ། ཡིན་ན་ཡང། སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་ཆག་ཆག་གི་ཡིན་པ་ན་ཨ་དགོ་མ་གྲྭ་ཚང་ལ་ཅིག་འདོད་རྒྱལ་བསྟེན་དགོས་རེད་ཟེར་ཡ་གི་བཀའ་སློབ་ཟུར་ཙམ་ཡང་ཕེབས་མེད་པ་དེ་སེ་བོ་རེད་ཤག་ལྷག་དོན་དུ་ད་ལྟ་རྒན་ངག་གཉིས་མ་ནས་མཁན་པོ་གནང་བའི་སྐབས་ལ་ད་སྔ་མ་བོད་མ་ཤོར་གོང་ལ་ནས། སྒོ་མ་འདྲ་ཚང་ལ་དག་ཅིག་དཔེ་ཆ་དང་དཔེ་ཆ་མ་ཡིན་པའི་བར་ལ་ཐུགས་སུ་མྱོང་གྲབས་ཤིག་བྱུང་རྗེས་དཔེ་ཆ་མང་པོ་ཅིག་དག་ཐུགས་ཕྱི་ལོག་ལ་སྒྲོག་དགོས་ཅིག་ཆགས་ཡིན་ཟེར་བྱས་ཙང་དག་དེས་ཀྱི་ཀོ་འདྲ་བ་སྐྱེལ་འདྲ་བྱས་ནས་ཨ་ནེ་རྒྱལ་ངག་དབང་ཉི་མ་གིས་ཨ་ནེ་ཁྲི་བྱང་རིན་པོ་ཆེ་ལ་ཞབས་རིམ་འདྲ་བོ་ཞུས་དུས་ཁྲི་བྱང་རིན་པོ་ཆེས་མ་འོ་འདི་ཨ་ནེ་མགོན་པོ་གིས་ཧོ་ད་གྲིབ་སེལ་ཚོགས་དབུགས་རེད། ཨ་ནེ་ཟེར་ནས་ཁྲི་བྱང་རིན་པོ་ཆེ་རང་གིས་མགོན་པོའི་གྲིབ་སེལ་ལྗགས་རྩོམ་གནང་རྗེས། ཨ། ད་ལྟའི་ང་ཚོའི་ཅིག་ལོ་རེར་ལ་དྭགས་ཉི་མ་གསུམ་གསུམ་བྱ་བཞིན་འཚོ་བ། བྱས་ཙང་ད་སྐབས་འདི་དུས་དཔེར་ན་ཅིག་ཨ་ཚོའི་བོད་སོག་དང་ཅི་དང་ཟེར་གྱི་འདུག་གོ་སྐབས་འདྲ་པོ་ཡག་པོ་ཞུ་རེ་བ་ད་ཨ་ནི་སྐྱབས་རྗེ་རིན་པོ་ཆེ་གྱིས་ཅིག་འདོད་རྒྱལ་དཔལ་ལེགས་ཀྱི་གོ་བགྲོས་ཡོད་ན་ཨོ་ད་དེ་ཨ་ནི་འདོད་རྒྱལ་གྱིས་ཨ་ནི་ཁང་སུ་བསྟན་དགོས་ཀྱི་འདུག་འདོད་རྒྱལ་འདི་བྱེད་དགོས་ཀྱི་འདུག་ཟེར་ནས་ཨ། དཀར་ནག་མགོ་ཡར་སྒྲོག་ཅིག་ཡོད་རེད་དེ་དེ་འདྲའི་རྩ་བ་ཉིད་ནས་ནང་མི་འདུག་མ་གནང་བའི་སྒང་ལ་ད་རུང་གོང་མ་བཀྲ་བཙུན་གྱི་སྲུང་མ་སྔ་མ་ཡིན་ན་མགོན་པོ་ཕྱག་དྲུག་པ་རེད་བྱས་ཙང་མགོན་པོ་གྱིས་ཡིན་ནི་གྲིབ་བསིལ་ཚོགས་ཞོག་ཟེར་རྗེས་ཨ་ནི་མགོན་པོ་གྱིས་གྲིབ་བསིལ་གྱི་ཕྱག་དཔེ་ཡང་ཁྲི་སྣང་རིན་པོ་ཆེ་རང་གིས་ཨ་ནི་བརྩམས་གནང་རྗེས་སྡིགས་བཟི་གནང་ཞབས་ཨ་ནི་བདག་ན་བཞིན་ད་གོང་མ་བཀྲ་བཟང་ལ་ཁྱབ་ཆེན་རིན་པོ་ཆེ་གཅིག་ཆོས་དྲེད་ཀྱི་ཆ་ནས་ཕྱག་བཞག་གི་ཡིན་ན་ཨ་ནི་དུས་རྒྱུན་ད་ལམ་རིམ་དང་པོ་བོད་ལ་ལམ་རིམ་དང་པོ་གནང་ས་དེ་གོང་མ་ཆོས་ར་ན་གནང་བ་རེད་ཟེར་ཨ་ནི་དེ་འདྲའི་གསུངས་སྲོལ་འདུག་དེའི་གྱི་རྐྱེན་གྱིས་གོང་མ་བཀྲ་བཟང་དང་ཨ་ནི་ཁྲི་སྣང་རིན་པོ་ཆེ་ཨ་ནི་འབྲེལ་བ་ཤུགས་ཆེན་པོ་ཡོད་རེད། རེད་དེ་ཡིན་ནས་ད་སྒོ་མ་འདྲ་ཚང་གི་ཡ་ཨ་ནེ་མགོན་པོ་མགོན་པོ་བཀའ་ཆེན་བཅུ་གསུམ་ཨ་ནེ་ཞུས་ཡོང་དུས་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་ཡིན་དང་ཡིན་གསུངས་ཅིག་མགོན་པོ་བཀའ་ཆེན་བཅུ་གསུམ་ཨ་ནེ་གནང་འདུག་མ་འདུག་ཆོས་རྒྱལ་གྱི་ཨ་ཟ་དེ་མདོས་རྒྱལ་གྱི་སྲོག་ལྡན་དང་མདོས་རྒྱལ་གྱི་འཇིག་རྟེན་རིགས་དེ་རྩ་བ་ཉིད་ནས་ཁྱབ་སྤེལ་གནང་མི་འདུག་ད་ནང་བཞིན་སྒོ་མ་འདྲ་ཚང་ལ་ཅིག་རུས་བསྒྲུབ་དགོས་ཀྱི་ངེས་ཚུལ་ཞིག་བྱུང་ཤག་དེའི་སྐབས་ལ་ཡིན་པ་ཡིན་ན་ཁྱིམ་སྲོལ་གཟུངས་རིན་པོ་ཆེ་ཕེབས་ནས་གྲུབ་པ་རེད་ཟེར། རྗེས་སོར་གཟུངས་རིན་པོ་ཆེ་ཡང་སྤྱི་བཏང་གི་ཆོས་གྲྭའི་འདུག་སྟེ་ཡིན་ནའི་རིན་པོ་ཆེ་གྱིས་ཡང་ངོ་སྤྲོད་ས་ལ་དེ་འབྲེལ་གྱི་ཅིག་ཁྱབ་སྤེལ་བྱེད་དགོས་ཡ་དང་ཅིག་དགོན་ཁང་ན་ཅིག་གནང་དགོས་ཡ་གི་བཀའ་སློབ་བསུར་བྱས་མི་འདུག་དེ་མེད་ཡང་ཡིན་སོང་ཙང་ཀོ་མ་གྲྭ་ཚང་ལ་ད་རྩ་བའི་མགོན་པོ་ཕྱག་དྲུག་ག་ཡོད་བཞིན་དུ་འདི་གང་ལ་ཐེ་བ་ཅིག་རྩལ་དགོས་ཡ་འཇུག་ངེས་བ་མ་རེད་ལ་རྩལ་ངེས་ཡ་འཇུག་ངེས་བ་མ་རེད་ཀོ་མ་གྲྭ་ཚང་གི་དགོན་ཁང་ནང་ལ་བསྡུས་གང་སོ་བཏང་བ་དང་མ་བསྡུས་ད་བཏང་དགོས་རེད་ཟེར་ཡ་གི་བསམ་འཆར་བཤད་ངེས་ཙམ་ཡང

དེ་འདྲའི་གེ་དག་ཅིག་བསླབ་པ་རྒན་པ་མང་པོ་ཅིག་ལ་ཡ་ལ་མཁས་མང་བློ་གསལ་བྱེ་བས་ལས་གྲྭ་ཚང་དུ་སྡོད་རྒྱ་དང་འབྲེལ་བ་བྱུང་ཡོད་མེད་སྐོར་འདུ་བྱེད་ལ་ང་ཚོ་ཚོགས་པ་ངོས་ནས་ཞིབ་འཇུག་བྱས་པ་རེད། ཞིབ་འཇུག་བྱས་པའི་དེའི་ནང་ལ་ཡ་ལ་དེ་ནས་བློ་གསལ་ལས་གེ་དག་སྡོད་རྒྱ་ཟེར་ཡ་དེ་དུས་ནང་ཡང་གྲྭ་ཚང་དང་འབྲེལ་བ་བྱུང་མེད་པ་མ་ཟད་ཧ་ལམ་གྲྭ་པ་ནང་ལ་ཡ་ལ་དག་ཅིག་བློ་གསལ་ལས་གེ་གྲྭ་པ་ཁོ་ནས་ཡ་རེ་ཟུག་རེ་ཟུག་མ་གཏོགས་རྩ་བ་ནས་ནི་བྱུང་མི་འདུག་སྐབས་བྱུང་མིན་འདི་བརྗོད་བྱའི་གཙོ་བོ་དེ་ག་རེ་རེད་ཟེར་ན་ཞིབ་འཇུག་བྱས་ཡོང་དུས་གང་ལགས། རྒྱ་བོད་ལྔ་པའི་སྐབས་ནས་སྟབས་ཅིག་སྤྲུལ་སྐུ་གྲགས་པ་རྒྱ་མཚན་ཟེར་ཡ་དེ་གནས་ཚུལ་དེ་བྱུང་ཚད་དེ་ཉིད་རེད་བ། དེ་ཡིན་པའི་སྐབས་ལ་ཡ་ལ་དཔལ་ཆེན་བསོད་ནམས་གྲགས་པ་གི་སྟབས་སྐུ་ཁྲི་གསུམ་པ་བསོད་ནམས་དགེ་ལེགས་དཔལ་བཟང་གི་དེ་ནི་ཡང་སྲིད་དུ་ཡིན་ཟེར་ཡ་གི་ད་གནས་ཚུལ་གྱི་བྱུང་འདུག་བ། སྤྲུལ་སྐུ་གྲགས་པ་རྒྱ་མཚོས་དེ་བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་ལས་ལབ་ཅིག་རྙོག་དྲ་དང་དེ་འབྲེལ་བྱས་ནས་བཏབ་ཅིག། ཆབ་སྲིད་དང་གཡོ་སྒྱུ་གི་ཐོག་ནས་འདུ་བྱས་ནས་བཀོད་པ། སྤྲུལ་སྐུ་དགེ་ལེགས་བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་དུ་བཟོ་འགྲོ་བ་བྱས་མ་གཏོགས། རྩོད་མེད་ཡོངས་གྲགས་ཀྱི་ཐོག་ནས། སྤྲུལ་སྐུ་གྲགས་པ་སྦྱང་ཚད་དུ། སྤྲུལ་སྐུ་སྲུང་མ་དགེ་ལེགས་དཔལ་བཟང་གི། ཡང་སྲིད་དུ་འཁྱགས་མེད་བ་ཡིས་བརྫངས། སྐབས་དུས་དུས་ལ་ཡ་ལོ་དེ་ནི་བློ་སེ་ལིས་རྟགས་འགིག་གཙོ་བོ་ཆགས་དགོས་བར་བ། ཆགས་པའི་སྐབས་ཡ་ལོ་བློ་སེ་ལིས་ཀྱི་མཁན་པོ་རེ་དྲག་ནང་བཤད་དགོས་གཅིག་དཔེ་ཁྲིད་དགེ་རྒན་རེ་བསླབ་པ་རྒན་པ་མང་པོ་བྱེད་དགོས། སྤྲུལ་སྐུ་དགེ་ལེགས་དཔལ་བཟང་གི་ཡང་སྲིད་ཚད་དེ་ཆགས་མེད་པ། ཡང་དེའི་སྐོར་གཅིག་གར་ཟིག་ཆབ་སྲིད་དང་དེ་ནི་གཡོ་སྒྱུ་དྲང་སྲོང་དེ་འདྲའི་མང་པོ་ཅིག་ཐོག་ནས་ཨ་ནི་སྐོར་དེ་འདྲས་ཅིག། ཆགས་འགྲོ་བ་དེ་གསལ་པོ་གསལ་ཀྱང་ཧ་གོ་དེའི་གཙང་ཨ་ནི་སྤྲུལ་སྐུ་གྲགས་པ། སྤྲུལ་སྐུ་གྲགས་པ་རྒྱམ་ཚེ་ལྟ་ཅིག། གནས་ཚུལ་ག་འདྲས་ཀྱི་ཐོག་ནས་གོ་དོལ་རྒྱ་ལི་ཡ་ལི། ཤི་འདྲེ་དེ་ཆགས་པ་ཡིན་དུས་དེ་ནས་བཟུང་སྟེ་ཨ་ནི་བློ་སེ་ལིང་གི་རྩ་བ་ནས་ནི་ཡ་བྱེད་མི་འདུག་ཟེར། ཡ་བྱེད་མེད་པ་དེ་ཡང་བྱེད་ཙམ། སྤྲུལ་སྐུ་གྲགས་པ་རྒྱ་མཚོའི་བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་ཚད་ལྡན་མ་ཆགས་བར་དེ་ཡི་གི་སྤྱན་བཅས་ནས་ནི་གོ་ཁོ་རང་འགྲེལ་བཅས་དགོས་ཡ་ན་འདྲ་གར་བཅས་དགོས་ཡ་ན་འདྲ་བློ་སེང་ལེགས་ཀྱི་རྩ་བ་ནས་ཡར་བཅད་མི་འདུག་དེ་གཉིས་བཟུང་སྟེ་བློ་སེང་ལེགས་ཀྱི་རྟགས་མཁན་ཐོག་རྒྱ་རྒྱུད་ཇག་གཅིག་པ་དེ་ཕྱིན་ཡོད་རེད་མཁན་པོ་མཁན་ཐོག་རེ་ཟུག་རེད་ད་ག་ནང་ཞིག་གི་ད་བློ་སེང་ལེགས་ནང་ལ་ཡ་ལ་རྩོད་མེད་ཡོངས་གྲགས་སུ་གྲགས་པའི་གི་མཁས་དབང་འདས་མ་སྟོང་པའི་རིན་པོ་ཆེ་རེད། ད་ག་ནང་བཞིན་གྱི་ཅིག། དགའ་བདེ་ཁྲི་བ་བཀྲ་ཤིས་སྟོང་བདུན་དང། ད་ག་ནང་བཞིན་ད་བློ་ཟི་ལི་ལི་དགའ་བདེ་ཁྲི་བ་རིན་བཅོལ་ཚང་མ་གི། དེ་ལ་ཡ་དོལ་རྒྱ་ལི་ཡ་ལི་འདྲ་འདྲའི་རྩ་བ་ནས་གནང་མི་འདུག། ད་ག་ནང་བཞིན་གྱི། བློ་ཟི་ལི་ལི་ཡ་ལི་ད། ཕ་ར་གྷལ་བཟོ་རིན་པོ་ཆེ་རེད་ཤག་སྒོ་ཁེ་རུམ་གྱི་ཉི་མ་རྒྱ་མཚན་རེད། ཁོང་རྣམ་པ་ཚོ་གི་ཡང་དོལ་རྒྱ་བསྟེན་སུས་བྱེད་ཡ་ལེ་ཡ་ལ་བཀག་སྡོམ་བྱེད་བསྡད་བ་མ་གཏོགས་དོལ་རྒྱ་ཟེར་ཡ་དེ་གཅིག་བློ་སེང་ལི་དང་འབྲེལ་བ་ཡོད་པ་སྤྱི་བཏང་པན་ཆེན་སྲོང་ལགས་གྲགས་པ་དང་འབྲེལ་བ་ཡོད་བསྡད་བ་གཅིག་རྩ་བ་ནས་ནི་ངོས་ལེན་གནང་མི་འདུག་དེ་ནས་ཕྱིས་སུ་ལེ་ཡ་ལི་ད་གཅིག།

ཁོང་འདྲ་ཆགས་བཞག་ན་མི་ཚེ་གང་པོ་ལས་ལ་དོད་རྒྱ་དང་འདྲ་འདྲའི་རྩ་བ་ནས་མི་འདུག་དེ་མེད་པ་དེ་གར་ཟིན་ན་བློ་སེ་ལས་ཐལ་དང་པོ་དོད་རྒྱ་གི་རྙོག་དྲ་བྱུང་བའི་སྐབས་ནས་དེའི། དཔེ་ཇི་སོ་ན་གྲགས་པ་དང་འདྲ་འདྲའི་རྩ་བ་ནས་ནི་མེད་པ་དེ། སྐབས་དུས་དུས་ནས་མཁས་པ་རིགས་འཇོག་གི་ཆུ་དུ་ཞེས་ན་མ་བསླད་བདེ་བ་ཡིན་ཙང། ཕྱིས་སུ་དེ་ནི་ད་ཅིག་འདོད་ཆགས་ཀྱི་རྙོག་གླེང་བྱུང་བའི་སྐབས་ལ་ཡ་ལ་ལོ་སི་ལི་ལི་ཡ་ལ་རྙོག་གླེང་རྩ་བ་ནས་མེད་པར་གཙང་མ་གཙང་ཆགས་བསྡད་བསྡད་པ་དེ་གནས་ཚུལ་དུ་ཆེར་ཁྱབ་བཞག་དེ་འདྲ་ཡིན་དུས། དེ་ནས་ཅིག་ད་ལྟ་ལོ་སི་ལི་གི་ཆོས་སྲིད་གཉིས་ཀྱི་ད་ཅིག་བསྟན་པའི་བདག་པོ་འགའི་འཁོས་མཁན་ནི་སྐྱབས་རྗེ་མཁས་རློམ་པ་ཆེ་དགེ་བློ་བཟང་ཡེ་ཤེས་མཆོག་གིས་ཨང་ཅིག

གནས་དོན་གསལ་པོ་རྟོགས་ཐུག་ཡ། ཆེ་མདོག་ལས་ཡ་ལ་འདུར་བྱས་ནས་ཚོགས་པ་ལུགས་གཉིས་བསྐྱར་འདྲི་ཞུ། འདུར་བྱས་ནས་ཚང་མ་ལ་ཡ་གནས་འཕྲལ་དུ་ཕུལ་གུས་ཡོད་ཞུ་ཞུ་ཡ་ཡིས། ཞུ་ཡ་ལ་ཡ་ལ་ང་རང་ཚོ་དཔའ་སྡེ་མཁས་མང་བློ་གསལ་བྱེ་བས་ལས་གྲྭ་ཚང་མཁན་པོ་ལས་སྡེ་གཉིས་བཟུང་སྟེ་དུས་ད་ལྟ་དཔའ་སྡེ་ལ་ཡ་ལ་གཅིག་སྡོད་རྒྱ་གཏད་སྲོལ་དེ། དེ་འདོད་ཀྱང་བསྟན་པ་དང་དེ་འབྲེལ་གྱི་གཅིག་གནས་ཚུལ་བྱུང་ཡོད་དུ་མེད་སྐོར་ཡང་ལ་བཅར་འདྲི་ཞུ་ཡ་ཡིས་དེ་སྐོར་ལ་བཀའ་ལས་ཀྱི་གནང་རོགས་གནང། ང་ཡང་ང་ཁྱོད་ཀྱི་ནས་དོན་ཡང་བྲོ་བ་བྲོ་བ་དེ་ལ་ནས་ནས་འདི་དུས་ཀྱི་བྱ་གི་ཡིན། ནས་ག་རེ་ཟེར་ན་ནས་དེ་ནང་འབྲས་སྤུངས་ཆ་ཏོ་ནས་ནས་གཅིག་སྟོང་ཧྲི་ཅག་བཅུ་དྲུག་ནས་རིག་འདུག

ཨ་ནི། དངུལ་ཁང་ནང་ཡོད་མ་རེད། ཨ་ནི་ཚོགས་ཡུལ་ནང་དག་ལས་ཕར་ཚེ་བཞག་དགུན་ཁང་དེ་ཚོ་ནང་སྦས་ཨ་ནི་ཁྲིམས་གཅོད་དང་བསྐང་གསོ་ཟེར་ཡང་དེ་ཚེ་གཅིག་ང་ཚོ་ནུ་ཡང་གི་ལོ་སུ་ཡོད་མ་རེད་དེ་ངོ་ཚོ་ད་ནག་མོ་དུ་སྦས་ན་ཁྱོད་ན་དག་ཡོད་མ་རེད་ད་མལ་ས་དུས་དེ་ཡོད་མ་རེད། དེ་མ་ཟད་པའི་གྲ་སང་གི་མ་བསྟན་པ་མ་ཟད། ཁང་སའི་སུ་སུ་གི་ལ་ཡང་ཨ་ནི་དེ་ལ་ཨ་ནི་ཁྱོད་ནས་ཁང་སའི་ཉི་ཤུ་རྩ་ལྔ་ཡོད་རེད་གྲ་སང་གི་ཁུངས་དེ་ལ། ཨོ་དེ་ལ་ལ་སྦས་ཁྱོད་ན་སྦས་ཏིང་ངེ་གཅིག་ཀྱང་ཡོད་མ་རེད་ད་ཁང་སའི་ཁང་སའི་རང་གི་ཨ་ནི་ཏིང་ངེ་གཅིག་ཀྱང་ཡོད་མ་རེད།

ཨ་ལས་དུས་རྒྱུན་དུ་ཕག་ཞག་ཟེར་བའི་ཚོད་ལ་ཤི་ར་མི་མོ་མོ་གཅིག་གིས་བསྟེན་གྱི་ཡོད་མ་རེད། ད་ནངས་མ་ཐུག་ཨ་ནི་གཙང་མ་གཙང་ཆགས་ངོ་རེད། ད་ཉིས་སྟོང་བརྒྱད་ནས་བཟུང་བར་ལ་ཨ་ནི་ད་ནངས་ཨ་ནི་ངོ་བསུ་པས་ཨ་ནི་ག་རེ་བསུ་གི་རེད་ད། སྤྱི་བཏང་གི་དང་འབྲེལ་བ་ཡོད་མ་རེད། སྤྱི་བཏང་གི་དུས་རྒྱུན་དང་ཁྱོད་ནས་དྲི་བཟང་དུ་བསྲེས་ནས་དར་པོ་བཏུབ་པས་དངོས་གནས་གྲོང་ནས་གི་མེ་ཐག་ཆོད་རེད་ཟེར་བའི་རྩིས་བཤད་མུག་མུག་བྱས་ཚར་རེད། ད་ཡང་རྒྱུ་དེ་ནས་ཁྱེད་ཚང་ཁོ་ན་ཚོ་གའི་ང་ལ་དྲི་བ་དྲི་བ་ཡིན་སོ་ཚེ་ན་ངས་གའི་ཨེ་ནི་པའི་སི་བཤད་བྱེད་ཡ་ལས་མཁན་ན་ང་ལ་ཡུག་པ་ཡིན་སོ་ཚེ་ན་ངས་བྱེད་པའི།
ད་ང་ཚོ་རོ་དགེ་ལྡན་པའི་དེ་ནས་ས་ལ་རྒྱུ་དྲ་ནང་ནས་ནང་ལ་མི་འདའ་དཀའ་སོང་ཟེར་བ་ནང་བཤད་གི་དེ་ནས་པ་དེ་སྟོད་རྒྱུ་དྲ་ཚང་རྒྱུ་ཚེ་ཀུན་དགའ་དོན་གྲུབ་གི་ཕྱག་བཏབ་ནས་ད་ལྟ་བར་དུ་ལས་ལ་ལོ་ལྔ་བརྒྱ་དགུ་བཅུ་གོ་བདུན། ལྷ་ཚང་དེ་འདུ་བྱེད་ནས་ཕྱིན་འདུག། རྒྱུ་རིགས་དེ་ཡི་ནང་དུ་ཡ་ལི། དེ་ནས། དཔའ་སྡེ་སྟོད་ཀྱི་གྲྭ་ཚང་རང་དེ་དོལ་རྒྱ་དང་འབྲེལ་བ་བྱུང་ཡོད་མེད་སྐོར་ལ་ཡ་ལི་ང་ཚོ་ཚོགས་པ་ངོས་ནས་དཔའ་སྡེ་སྟོད་ཀྱི་གྲྭ་ཚང་གི་དག་ཅིག་ཆོས་འབྱུང་རེད། ད་ར་ནང་བཞིན་གྱི་དཔའ་སྡེ་སྟོད་ཀྱི་གྲྭ་ཚང་བོད་ལ་ཡ་རེད་ད་ལྟ་རྒྱ་གར་རེད། ཅིག། དཔའ་སྡེ་སྟོད་ཀྱི་གྲྭ་ཚང་ནང་ཞུགས་བྱས་ནས་སློབ་པ་སློབ་གཉེར་གནང་མྱོང་ངེས་གི་ད་གྲྭ་པ་རྒན་པ། དེ་མང་པོ་བྱེད་ལ་ཡ་ལེར་ང་ཚོ་གིས་ད་དཔག་དེ་ལྟོས་ཀྱི་གྲངས་ཚང་རང་དེ་དོལ་རྒྱལ་དང་འབྲེལ་བ་བྱུང་ཡོད་མེད་སྐོར་ལ་ཡ་ལེར་ཞིབ་འཇུག་ཏུ་སུས་གནང་པ་རེད། ཞིབ་འཇུག་གནང་པའི་བྱུང་དྲུག་དོལ་བྱུང་རིང་གི་དྲུག་དོལ་དེའི་ནང་ལ་ཡ་ལེར་དཔག་དེ་ལྟོས་ཀྱི་གྲངས་ཚང་དེ་དོལ་རྒྱལ་དང་རྩ་བ་གཉིས་གཉིས་དུས་ཀྱི་འབྲེལ་བ་བྱུང་མི་འདུག། དེ་མེད་པར་ག་རེ་ཟེར་ན་སྤྱིར་བཏང་གི་རྒྱུ་ནི་བརྗོད་པ་གྲགས་ཙང་ཁྲིགས་དྲིས་ལངས་དང་དུས་བཟོ་དེ་དཔེ་ཧ་ཅང་གི་དོན་གནས་པོ་བྱེད་དང་དུ་ཆ་བཞག་དེ་ཡིན་དུས་གང་ལ་ཡ་ལ་རྒྱུ་ཆོས་ཀུན་དགའ་དོན་གྲུབ་ཁོ་རང་རང་གི་ཆ་ལྟ་བུས་ནི་གསུངས་མ་མགོན་པོ་ཕྱག་དྲུག་གཙོ་བོ་ཆ་བཞག་ཨ་ནི་དེ་ཡིན། ད་ལྟ་གཡུ་སྒྲོལ་མ་དང་འབྲེལ་བ་དོགས་སུ་འདུག་དེ་མ་གཏོགས་ཨ་ནི་གཅིག་སྲུང་མ་གཞན་པ་དེ་ནི་གར་ཡང་དགོས་སྟབས་གཅིག་པ་དེ་དེ་གྲྭ་ཚང་ཚོགས་ཡོང་རེད། ད་བར་ནང་བཞིན་གྱི་གཅིག་མགོན་ཁང་རེད་དེ་ཚོ་ནང་ལ་ཡར་ལ་མགོན་པོ་ཕྱག་དྲུག་པ་དང་ཡང་ན་ཆོས་རྒྱལ་བཅས་སྣང་སྲིད་བཅས་དེ་འདྲས་ཀྱི་སྤྱི་བོ་བསང་གི་སྲུང་མ་མ་གཏོགས། ད་ནི་གཅིག་གཡུ་སྒྲོན་མ་དེ་དག་གཅིག་འབྲས་བུ་ཐོག་ནས་འདུག་གཅིག་ད་གར་ཟེར་བལྟས་ཡང་གཅིག་ཏུ་ཅུང་ཤ་དེ་མ་གཏོགས་དོལ་རྒྱལ་ཟེར་དེ་པ་དེ་སྟོད་ཀྱི་གྲྭ་ཚང་གི་གཅིག་བོད་རེད་ད་ལྟ་རྒྱ་གར་རེད་རྩ་བ་གཉིས་གཉིས་འདྲ་འདྲ་བྱུང་མི་འདུག་ད་བྱུང་མེད་པ་དེ། དཔའ་སྡེ་སྟོད་ཆུ་བྲག་ཚང་གི་ད་ཅིག། ཆོས་སྲིད་གཉིས་ཀྱི་བསྟན་པའི་བདག་པོ། སྐྱབས་རྗེ་མཁས་རིན་པོ་ཆེ། དེ་ནས་མཁས་བཙུན་བཟང་སོང་གི། གར་སེང་གི་ད་འཇམ་མགོན་བླ་མའི་བསྟན་པ་གི། ད། ཏིང་འཛིན་གི།

ངོས་འཛིན་བཅས་ཕྱོགས་ཡག་གི་བཀའ་སློབ་རིན་ཐང་བཀྲ་བ་དེ་འདྲ་གནང་སོང་དེ་ཡིན་དུས་དེ་ང་ཚོ་གི་བཅར་འདྲི་ལས་བྱེད་ནི། རྒྱ་ཆེའི་མང་ཚོགས་ལས་ཡ་ལི། གཅིག་དཔའ་སྡེ་སྟོད་ཀྱི་གྲྭ་ཚང་དོལ་རྒྱལ་དང་འབྲེལ་བ་བྱུང་མེད་དེ། གཅིག་བདེན་པའི་གི་ངོ་སྤྲོད་དང་གསལ་བཤད་བྱེད་ཡ་ཕྱིན་ཐོག་བརྙན་འཕྲིན་དེ་དུས་ཕྱིན་ནས་ཕུལ་ཡ་ཡིན་ཚང་མ་གི་ཆེད་མངགས་གི་དེ་གཟིགས་བྱས་ནས་གནང་རོགས་གནང་ངང་སུ་ཞུ་རྒྱུ་ཡིན།

ད་སྔ།
རྒྱུད་སྟོད་གྲམ་བདེ་མཁན་པོའི་ལས་ཁུར་བྱས་བཞིན་པ། ད་ལྟ་ཉིས་སྟོང་བཅུ་བཞི་ཉིས་སྟོང་བཅོ་ལྔ་ཉིས་སྟོང་བཅུ་དྲུག་ལོ་གསུམ་གྱི་ཨེམ་མཁན་པོའི་ལས་ཁུར་བྱས་བཞིན་པ་བཅས་ཡིན། ད་ལྟ་ཉིས་སྟོང་བཅོ་ལྔའི་མཇུག་གི་ཁེ་གི་དུ་བ་ཕྱི་ཟླ་བཅུ་གཉིས་པའི་ཕྱི་ཚེས་ཉི་ཤུ་རྩ་བདུན་ཡིན་ན་གཅིག་རེད། ད་པཎྜི་ཏི་སྟོད་རྒྱུད་གྲྭ་ཚང་ཞུ་ཡ་དེ་ཨེ་ནི་རྒྱུད་ཆེན་ཤེས་རབ་སེང་གེ་གི་དངོས་སློབ། ཨེ་ནི་རྒྱུད་ཆེན་ཀུན་དགའ་དོན་གྲུབ་ཀྱི་ཆགས་འདེབས་མཛད་པ་ཅིག་རེད། ད་དེ་ནས་དུས་དེ་ནས་བཟུང་སྟེ་ཨ་ནི་ད་ལྟ་བར་དུ། པ་འདི་སྟོད་རྒྱུད་གྲྭ་ཚང་གི་ཨ་ནི་དོལ་རྒྱལ་བསྟེན་གསོལ་གནང་གི་ཡོད་དམ་མེད་ཟེར་ད་ལྟ་བཀའ་འདྲི་གནང་ཡང་གཙོ་བོ་རེད། ཨོ་དེ་ལ་ཡང་ངས་རྩ་བ་ཉིད་ནས་པ་འདི་སྟོད་རྒྱུད་གྲྭ་ཚང་གི་ཨ་ནི་དོལ་རྒྱལ་རྩ་བ་ཉིད་ནས་བསྟེན་གསོལ་གནང་གི་ཡོད་མ་རེད་ཟེར་ཅེས་ཞུ་ཡ་ཡིན། གཞི་རྐང་རང་ནས་དེ་རྒྱུ་མཚན་ག་འདྲི་ཅིག་གི་ཐོག་ནས་ཞུ་གི་རེད་ཞུས་པ་ཡིན་ན། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་ཡང་ཨེ་ནི་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཞལ་གཟིགས་གནང་རྗེས་ཨེ་ནི་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བཀའ་སློབ་གནང་ཡོད་དུས་ཨེ་ནི་རི་བོ་དགེ་ལྡན་པ་ཞུ་ཡ་དེས་ཨེ་ནི། ལམ་གྱི་གཙོ་བོ་རྣམ་པ་གསུམ་ཨེ་ནི་ཉམས་ལེན་གཙོ་བོ་གནང་ཡ་གཅིག་དང་གྲལ་དང་འབྲེལ་བའི་ཐོག་ནས་ཨེ་ནི། བླ་མ་ཡང། ཡི་དམ་ཨེ་ནི། བསྟེན་གསོལ་ཞུས་དང། སྲུང་མ་པདྨའི་རྟེན་སོགས་ཞུ་དང་སྐོར་ཡོངས་སུ་རྫོགས་པ་བཀའ་ལུང་གནང་ནས་སྐྱེས་བུ་གསུམ་གྱི་པདྨའི་ལམ་དང་འབྲེལ་བའི་སྲུང་མ་ཅིག་གོ་བུ་རའི་འགོང་པོ་ཆོས་རྒྱལ་རྣམ་སྲས་པོ་དེ་ལས་དེ་ལས་གཞན་པའི་གོ་བུ་མ་རེ་ཟུང་གིས་རྗེ་བཙུན་འཇམ་པའི་དབྱངས་ཀྱིས་རང་གི་བཀའ་གནང་ཞབས་ཀྱིས་པདྨའི།

དབུས་སྟོད་བྱམས་པ་གླིང་གི་ཡ་པ་འདི་སྟོད་རྒྱུད་གྲྭ་ཚང་གི་སྟབས་མི་བདེ་ཚུགས་ཡག་གི་སློབ་མ་སུམ་ཅུ་སོ་གཉིས་འདུག་སྲིད་འཛོམས་མཇལ་དེ་གནང་དུས་རྒྱུ་ཆོས་སྐུ་མཁའ་ཐུབ་ཀྱིས་དབུས་སྟོད་བྱམས་པ་གླིང་ལ་ཡར་ཕེབས་པའི་སྐབས་ལ་ཡང། སྔར། ཨ་ནི་རྒྱུ་ཆེན་ཤེས་རབ་སེང་གེ་ལ་ཡང་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་ང་གསོལ་རས་གནང་བཞག་པས་ཀྱི། ཨ་ནི། མགོན་པོའི་མགོན་ཐང་རིན་པོ་ཆེ་ཟེར་གྱི་མགོན་ཐང་ངས་གོ་ཚོད་བྱས་པ་ཡིན་ན་དེ་མགོན་པོ་གི་སྐུ་བརྙན་མ་རེད། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་ཤངས་མཚལ་ལས་གྲུབ་པའི་མྱུར་མཛད་ཅན་ལ་སྲིད་ལ་ཕྱག་འཚལ་ལོ་ཞེས་པའི་མྱུར་མཛད་མང་གིས་ཨ་ནི།

འཇིག་རྟེན་ལ་འདས་པ་གསུམ་ནི་གཙོ་བོ་དང་འགོང་པོ་ཡིན་པ་རེད་ད། ས་གནས་ཕལ་ཆེར་ར་མོ་ཆེ་དང་འབྲེལ་ཡོད་ཅིག་གི་ཐོག་ལ་ཆགས་ཀྱི་མེད་འགྲོ། ཡང་མིན་ན་དབུས་ཐུ་བྱང་པ་གླིང་དང་འབྲེལ་ཡོད་ཀྱི་ཐོག་ལ་ཆགས་ཀྱི་མེད་འགྲོ། གཡུ་སྒྲོན་མ་དེ་གཅིག་གསོལ་བ་ཅིག་གནང་གི་འདུག་བ་དེ་ས་གནས་ཀྱི་ཁྱད་པར་ཅིག་དང་འབྲེལ་ནས་ཡིན་པ་རེད་ད་འཇིག་རྟེན་པའི་ཚོད་དུ་དེ་གཉིས་ལས་ལོགས་སུ་ཅིག་རྩ་བ་ཉན་གི་མི་འདུག་མི་སྐྱེས་བུ་གསུམ་གྱི་འགོང་པོ་ཆོས་རྒྱལ་ལྷ་མོ་རྣམ་སྲས། སྐྱེ་འཇིག་ནི་རེ་བ་ལྟར་ཐུན་མོང་མ་ཡིན་པ་དེ་ལ་མགོན་པོ་ཕྱག་དྲུག་དང་གཡུ་སྒྲོན་མ་གཉིས་ཏེ་འོ་དེ་འདྲས་ཡིན་པ་རེད་ད་ཁོ། རེད་ཟེར་ནས་ཨུ་ཚུགས་རྒྱབ་སྡོད་པ་མ་ཡིན་པར་མི་དག་གིས་ཞུས་པ་ནང་བཞིན་འཇང་གོ་ལོ་མ་རྩོམ་པ་པོ་ཆེན་པོ་མི་ལ་ཡང་རྗེ་བཙུན་འཇམ་དཔལ་གྱི་བཀའ་གནང་བ་དེ་ཡང་གཅིག་རེད་ལ་དེ་ཙམ་དུ་མ་ཟད་པའི་དཔལ་ལྡན་སྟོད་རྒྱུད་གྲྭ་ཚང་གི་ཡི་དམ་བསམ་གཏན་འཇིགས་གསུམ་གྱི་བདག་མདུན་བུ་གཟུགས་དབང་ཕྱོགས་ཡོད་རེད་བསྐང་གསོ་འཁོར་བཅས་ཡོད་རེད་ལྕགས་མཁར་འཁོར་བཅས་ཡོད་རེད་དེ་འདྲས་གཅིག་གིས་ཆོས་སྤྱོད་རིམ་པ་པོ་ཏི་ལྔ་དྲུག་ཅིག་ཡོད་རེད་འོ་དེ་ཚེ་ན་ཡ། དོལ་རྒྱལ་ཟི་ལིང་གི་ཤོག་བུ་ལེབ་རེ་གཅིག་བསྟན་ཡང་ཡོད་མ་རེད་ཨ་རེ་བྱས་ན་ཤོག་ངོ་གཅིག་ཕར་བཞག་ནས་ཡིག་འབྲང་ནང་ན་གཅིག་ཡང་བསྟན་ཡང་ཡོད་མ་རེད་འོ་དེ་བརྒྱུད་པ་གྲྭ་ཚང་རང་གི་ཅིག་བློ་དཔེ་ཆ་བློ་འཛིན་བྱེད་དགོས་ཡག་རྒྱུགས་འབུལ་བྱེད་དགོས་ཡག་གི་པུ་ཏི་ལྔ་དྲུག་ཅིག་ཡོད་པ་དེའི་ནང་ལ་དོལ་རྒྱལ་ཟི་ལིང་གི་ཡིག་འབྲང་གཅིག་ཡང་ཡོད་མ་རེད་འོ་དེ་འདྲའི་ཅིག་ཡིན་དུས་ངས་སྤོབས་པ་ཆེན་པོའི་ངང་ནས་ཐག་ཆོད་པོའི་ངང་ནས་ཨ་ནི་དཔལ་ལྡན་སྟོད་རྒྱུད་གྲྭ་ཚང་གི་རྒྱུད་ཆེན་ཀུན་དགའ་དོན་གྲུབ་ཀྱི་ཕྱག་རྟགས་པ་ནས་བཟུང་བའི་ད་ལྟ་བར་དུ་ཨ་ནི་དོལ་རྒྱལ་ཟེར་མཁན་དེ། རྩ་བ་ཉིད་ནས་བསྟེན་སྲོལ་ཡོད་མ་རེད་བསམ་ནས་ཐག་གཅོད་ཞུ་ཐུབ་ཡ་ཅིག་བདེ་འགོད་ཆེན་པོའི་ངང་ནས་ཞུ་ཐུབ་ཀྱི་ཡོད་བསམ་གྱི་ཡོད། འོ་ད། དཔང་རྟགས་འོ་དེ་རེད། ད། ད་ལྟའི་ཨེ་ནི་སྐྱབས་མགོན་རིན་པོ་ཆེ་གིས་ཅིག་དོལ་རྒྱལ་བསྟེན་སྲོལ་མ་གནང་གསུང་ཡ་འདི་སྐྱབས་མགོན་རིན་པོ་ཆེ་གིས་ཅིག་བཀའ་གནང་བཞག་ཡ་འདི་སྐྱབས་མགོན་རིན་པོ་ཆེ་སྐུ་ཐོག་འདི་གི་ཐུགས་ཕྲེང་གསར་རྒྱས་སོར་ཅིག་དེ་འདྲ་རྩ་བ་ཉིད་ནས་མིན་པ། མི། ད་ལྟ། ད་ལྟའི་དཔལ་ལྡན་སྟོད་བརྒྱུད་གྲྭ་ཚང་ལ་ཡང་ནམ་རྒྱུན་གསུང་གི་ཡོད། གཞན་དག་ཕ་རར་བཞག་ནས་གཞི་བདག་གཏོར་མ་ཡང་བཏང་དང་མ་བཏང་གི་ཐོག་ལ་བཀའ་མོལ་མང་པོ་ཡོད་རེད། ག་རེ་རེད་ཟེར་ན། ཨེ་ནི། འོད་དེ། གཞི་བདག་གཏོར་མ་ཟེར་ན་འཇིག་རྟེན་གྱི་གཞི་བདག་དེ་འཇིག་རྟེན་པ་ཆགས་ཡོད་ར་བ། ཨོ་དེ་འདྲ་ཡིན་དུས། འོད་དེ། ཅིག་ཚོགས་གཞུང་གི་ཐོག་ལ་ཡང་གཞི་བདག་གཏོར་མ་དེ་ཡང་ཡོད་དང་མེད་ཀྱི་ཐོག་ལ་ཡང་ཨེ་ནི་བཀའ་མོལ་མང་པོ་ཡོད་རེད་གསུངས་ཡང་ཅིག་གི་གང་ལྟར་འཇིག་རྟེན་པ་ལ་ཡང་འཕྲིན་བཅོལ་མང་པོ་བཏང་ཟེར་ཏེ། ཨེ་ནི། རྒྱུ་བྱོན་དགོན་པ་དོན་གྲུབ་ཀྱི་ཕྱག་སོར་གྱི་ཐོག་ནས། གལ་ཆེན་པོ་བརྩི་གནང་གི་མེད་པ་དེ་ལ་ཡང་དགག་བྱ་ཆེན་པོ་བརྩི་གནང་གི་ཡོད་པ་འོ་དེ་འདྲས་དེ་འདྲས་ཅིག་བརྒྱུད་པ་བླ་རྒན་བགྲེས་སོང་དེ་འདྲས་ཀྱི་གསུང་རྒྱུན་ནང་ལ་འདུག་འོ་དེ་འདྲས་ཀྱི་ཐོག་ནས་བྱས་ཡོད་དུས་དངོས་གནས་དྲ་ནས་མིག་སྔར་གྱི་ཁྲི་ཆེན་ངག་དབང་མཆོག་ལྡན་རེད་འོ་དེ་ནས་མ་ཅིག་མང་པོ་ཅིག་གིས་གལ་ཏེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དགའ་ལྡན་ལ་ཡང་ཨེ་ནི་གང་ལྟར་སྐུའི་སྐྱེས་ལྷ།

འཇམ་མགོན་བླ་མའི་ཙོང་ཁ་པ་ཆེན་པོའི་དངོས་སློབ། རྟ་རྒྱུད་མཚོའི་ཤེས་རབ་སེང་གེ་གི། དཔའ་གཏེར་སྣོད་བཅུད་གྲྭ་ཚང་ཕྱག་བཏབ་ནས་ལོ་དྲུག་བརྒྱ་ལྷག་ཙམ་ཕྱིན་འདུག། ལོ་དྲུག་བརྒྱ་ལྷག་ཙམ་དེ་ཡི་གི་བརྒྱུད་རིང་དེ་ཡི་ནང་ལ་ཡ་ལི། ད་ང་ཚོ་ཚོགས་པ་ངོས་ནས་དཔའ་གཏེར་སྣོད་བཅུད་གྲྭ་ཚང་དུ། དོལ་རྒྱལ་དང་འབྲེལ་བ་བྱུང་ཡོད་མེད་སྐོར་ལ་ཡང་ལད་ཟློས་བྱས་ནས་ཞིབ་འཇུག་གནང་ཡོད་རེད། ཞིབ་འཇུག་གནང་སྟངས་དེ་ག་རེ་ཟེར་ན་དཔལ་ལྡན་རྨེ་ཆུ་གྲྭ་ཚང་གི་གཅིག་ལོ་རྒྱུས་ཀྱི་ཡིག་ཆ་གང་ཡོད་པ། ད་ག་ནང་བཤད་གི་དཔལ་ལྡན་རྨེ་ཆུ་གྲྭ་ཚང་བོད་ལ་རེད། ད་ག་ནང་བཤད་རྒྱ་གར་རེད། དེ་འདྲའི་གི་ད་གཅིག་དཔལ་ལྡན་རྨེ་ཆུ་གྲྭ་ཚང་ནང་ལོ་ཆུས་སྐོར་ཞུགས་ནས་སློབ་པ་སློབ་གནས་གནང་མྱོང་མཁན་གི་དེ་ནི་ང་རང་པ། ཅི་རིགས་པ་རྒན་པ་དེ་འདྲའི་མང་པོ་ཞིག་ལ་ཡར་ལས་བསྐྱར་འགྲོས་ཞུས་ཡོད། དེ་ནི་ཁོང་རྣམ་པ་ཚང་མ་གི་གཞི་གཅིག་སྦྲགས་དང། གར་སོང་ཚུལ་ན་དཔའ་སྡེ་སྨོན་རྒྱུད་གྲྭ་ཚང་དེ། རྒྱུད་ཚོ་ཤེས་རབ་སེང་གེ་གི་ཕྱག་བཏབ་ནས་དུས་ད་ལྟ་བར་དེ་ལ་ཡར་ལས་ལོ་དྲུག་བརྒྱ་ལྷག་ཙམ་ཕྱིན་ཡོད་རེད། དེའི་ནང་ལ་ཡར་ལས།

དཔའ་དཔེ་སྨོས་ཅུ་གྲངས་ཙམ་རང་གི་ཐུན་མོང་མ་ཡིན་པའི་རྒྱུད་ཚོད་ཤེས་རབ་ཟེར་མཁན་ཁོ་རང་རང་གི་བསྟན་པའི་སྣང་བཞག་ཟེར་ན་མི་འདུག་སྲུང་མ་དེ་དྭངས་སྐྱིད་ཆོས་ཀྱི་བྱ་བ་རེད་དེ་ཤག་འདི་ག་ནང་བཞིན་གྱི་སྤྱི་ཡོངས་ཆ་ནས་མགོན་པོ་ཕྱག་དྲུག་དང་ནང་དུ་གཟི་བརྗིད་ཀྱི་གསུང་གི་སྲུང་མ་འདུག་སྟེ། དྲིལ་བག་གི་ཕྱག་ལས་ཡ་ལ་ནི་དྭངས་སྐྱིད་ཆོས་བྱ། དྭངས་སྐྱིད་ཆོས་མ་དང་ཏན་ཏན་དེ་དྭངས་སྐྱིད་འདོད་ལེན་དེ་འབྲེལ་བ་དུ་ཆེ་ཆགས་པ་ཅིག་བྱུང་འདུག་དེ་མ་གཏོགས་དོལ་རྒྱལ་ཟེར་ཡ་འདི་ལོ་ངོ་དྲུག་བརྒྱ་ལྷག་ཙམ་རིང་ལི་ཡ་ལ་སྤ་སྡེ་རྨེ་ཆུ་བྲག་ཚང་གི་ལྟར་ཚོང་ཡོང་རེས་མགོན་ཁང་ནོར་རེས་རྩ་བ་གཉིས་གཉིས་དོལ་རྒྱ་སི་ཡ་གི་ཚིག་གཅིག་དང། ཤོ་ལོ་ཀ་གཅིག་ཡ་དེ་ནི་འདོད་མྱོང་མེད་པར་འདུག་བྱས་ནས་ཕྱག་དེ་བཞག། དེ་ཡིན་དུས་གང་ལ་ང་རང་ཚོ་ཚོགས་པ་གི་ལྟར་གྱི་སྤ་སྡེ་རྨེ་ཆུ་བྲག་ཚང་ཆ་ཡོད་རྒྱུས་ཡོད་ཡོད་ངེས་ཀྱི་རྒན་པ་མང་པོ་ཅིག་ལི་ཡ་ལ་བཅར་འདྲི་ཞུས་ཡོད་རེད་དེ་ག་ཞུས་ཡོད། དེའི་ནང་བཅར་འདྲི་ཞུས་པ་ནང་ཚེག་གི་ནང་ནས་ད་ད་ལྟ་གི་ཆ་ལི་ཡ་ལ་སྤ་སྡེ་རྨེ་ཆུ་བྲག་ཚང་གི

ལས་དང། བར་ནི་སྨན་ཆུ་བཀྲག་མཚམས་དང། ཇི་ཚོན་ཤེས་རབ་སེང་གེ་ནི་ཕྱག་བཏབ་པ་ནས་བཟུང་སྟེ་དུས་ད་ལྟའི་བར་དུ་ལ། སྤྱི་བཏང་ནས་དོལ་རྒྱལ་དང་འབྲེལ་བ་རྩ་བ་ཉིད་ནས་བྱུང་མེད་པ་དེ་ཚང་མ་ལོག་གི་མཁྱེན་གསལ་འདུག་ཟེར། མ་ཟད་པའི་བརྒྱུད་པ་གྲྭ་ཚང་གི་དྲིན་ལམ་ནང་ལ་ཡང། ཡི་དམ་རྣམ་གསུམ་མཆོད་རྒྱལ་དཀར་ས་ར། ཡི་དམ་རྣམ་གསུམ་མཆོད་སྐྱོང་རྣམ་གཉིས་སྤྱད་བཅས། སྲུང་མ་མགོན་པོ་མཆོད་རྒྱལ་ནང་གི་སྲུང་མ་དེ་ག་རེ་ཟེར་ན་དམ་ཅན་དགའ་བ་ནག་པོ་རེད་དམ་ཅན་རྡོ་རྗེ་ལེགས་པ་དེ་མ་གཏོགས་གཅིག་གི་གཞན་གང་ཡང་འབྲེལ་བ་ནམ་ཡང་དེ་འདྲ་བྱེད་ཡག་གི། ལུགས་རྒྱུད་ཁོ་ར་ནས་བཅས་བྱུང་ཡོད་མ་རེད། ལྷ་ཁྱེར་སོ་སོ་ན་ན་དེ་འདྲ་བྱུང་ཡོད་སྲིད་པ་རེད་མ་སྲིད་པ་རེད་དེ་འདྲའི་རེད་མ་གཏོགས་ཅི་གི་རྒྱུ་བ་གྲྭ་ཚང་ནང་ལ་ད་དོལ་རྒྱལ་དང་འདྲ་བ་རྩ་བ་ཉིད་ནས་གང་གང་གོ་ཅི་དེ་འདྲས་ཀྱི་ད་འབྲི་ཙམ་འགྲོ་ཡ་ཡོད་མ་རེད་གཙང་མ་གཙང་རྐྱང་རེད་མ་གཏོགས་ཅི་གི། མཁན་ཆགས་རྗེ་བཙུན་ཤེས་རབ་ཚང་ལ་ཕྱག་བཏབ་པ་ནས་བཟུང་སྟེ་ནམ་ཡང་འདྲ་བ་སུ་གཅིག་དང་འདྲ་བ།

དྲི་བཟང་དག་ཡང་མ་ལུས། བོད་གངས་ཅན་གྱི་ལྗོངས་ལ་ཡ་ལི་སྟག་རི་བོ་དགེ་ལྡན་པའི་གདན་ས་ཆེན་པོ་ཟིན་བྲིས་དགའ་གསུང་དག་སྣང་ཞིག་གི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་འོང་ཟེར་དོན་ནི་དར་གཅིག་ཁ་བ་གངས་ཅན་གྱི་ལྗོངས་ལ་ཡོངས་སུ་གྲགས་བདེ་བ་གི་དགེ་ལྡན་པའི་སྟག་དགོན་པ་ཆེ་ཤོས་ཆགས་བསྡད་ཡོད་རེད། དེ་ཡིན་དུས་གངས་ལི། བཀྲ་ཤིས་ལྷུན་པོ་ལ་ཡ་ལི་སྟག་གདན་ད། རྗེ་དགོས་འདོད་གྲུབ་འོད་ཀྱི་ཕྱག་བཏབ་ནས་དུས་ད་ལྟ་བར་དུ་ལས་ལོ་ལྔ་བརྒྱ་དྲུག་ཅུ་རེ་དགུ་ལྷག་ཙམ་གྱི་འདུག་བྱུང་འདི་འདུག་བྱུང་རིང་དེ་ཡི་ནང་ལ་ཡ་ལ་ད་ང་ཚོ་ཚོགས་པ་ངོས་ནས་བཀྲ་ཤིས་ལྷུན་པོ་གི། གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་གི་ད་ཅིག་ལོ་བཅུའི་བདེ་ཐེག་རེ་ད་ག་ནང་ཞིག་བཀྲ་ཤིས་ལྷུན་པོ་རང་ནང་ལ་ཡ་ལ་བོད་དང་རྒྱ་གར་གཉིས་ཀ་ལ་ཡ་ལ་ཨ་ནི་དུས་གཅིག་སྐྱིད་སྡུག་བཞུགས་བྱས་ནས་ཆོས་སྒོ་ཞུགས་བྱེད་ནི་བཀྲ་ཤིས་ལྷུན་པོར་སློབ་པ་སློབ་གནས་གནང་ནས་བཀྲ་ཤིས་ལྷུན་པོ་གི་ད་ཆ་ཡོད་རྒྱུས་ཡོད་ཡོད་དུ་འཁེལ་དགོས། དེ་འབྲེལ་གྱི་གི་བཀའ་ཆད་མང་པོ་ཆེ་ལ་ཡ་ལ་ང་ཚོ་གི་བཅར་འདྲི་ཞུ་ཡོད་རེད། གཅིག། བཀྲ་ཤིས་ལྷུན་པོ་རང་དུ་སྡོད་བྱ་དང་འབྲེལ་བ་བྱུང་ཡོད་དུ་མེད་ཐོག་ལ་ཡ་ལ་ཞིབ་འཇུག་བྱས་འདུག་ཕྱིར་མང་པོ་ཆེ་ལ་བཅར་འདྲི་ཞུ་ཡོད་རེད། བཅར་འདྲི་ཞུས་པའི་རྒྱུན་རིང་དེ་ཡི་ནང་ལ་ཡ་ལ། གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་རང་དེ་དོལ་རྒྱལ་དང་རྩ་བ་ནི་གཉིས་འདྲ་བ་བྱུང་མི་འདུག་བྱུང་མེད་པ་དེ་ལྟར་ལོ་རྒྱུས་དེ་ཐད་ནང་ལས་ལ་གསལ་པོ་ཆགས་ཏེ་བཞག། དགེ་འདུན་གྱི་ངག་རྒྱུན་ཐོག་ནས་ཡང་གསལ་པོ་ཆགས་ཏེ་བཞག། ལྟ་བ་སྣང་ཤེས་དེ་པཎ་ཆེན་སྐུ་ཕྲེང་ན་རིང་གི་གནང་ཐག་དང་དེ་བཟོ་ནང་ལས་ལ་ང་ཚོ་ཞིབ་འཇུག་བྱས་ཡོད་རེད་དེ་ཡིན་དུས་དེ་བཟོ་ནང་ལས་ལ་པཎ་ཆེན་སྐུ་ཕྲེང་ན་རིང་གི་ཨ་ནི་འདོད་ཆགས་དང་འདྲ་བ་རྒྱུ་མེད་པ་དང་ད་ལྟ་དེ་འདི་འདོད་ཆགས་ལས་ཡར་ལ་བཀག་སྡོམ་བྱས་བསྡད་པ། དེ་འདྲའི་གི་ད་ཅིག་གནས་ཚུལ་མང་པོ་ཅིག་ཐོན་འདོད་ཀྱི་འདུག་དེ་ཡིན་དུས་གང་ལ་ད་ལྟ་གི་ཆགས་ལ་ཡར་ལ་ཅིག། བོད་རང་ལ་ཡར་ལ་བཀྲ་ཤིས། ཀར་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་ནང་ལ་ཡར་ལ་ཆོས་སྒོ་ཞུགས་ནས་སློབ་པ་སློབ་གཉེར་གནང་མྱོང་ངེས། ད་ལྟ་ཇི་ལ་ཡར་ལ་ང་ཚོ་དེ། རྒྱ་གར་ལ་ཡར་ལ་བཀྲ་ཤིས་ལྷུན་པོ་དགོན་པ་གི་ད་ཅིག། བསྟན་པའི་བདག་པོ་མཁན་རིན་པོ་ཆེ་ཁོང་ལ་ཡར་ལ་ཅིག་བཀྲ་ཤིས་ལྷུན་པོ། ནང་ལི་ཡ་ལི་གྲྭ་ཚང་རང་དུ་སྡོད་རྒྱ་དང་དེའི་གདན་ས་དེ་བཀྲ་ཤིས་ལྷུན་པོ་གདན་ས་རང་སྡོད་རྒྱ་དང་འབྲེལ་བ་བོད་རེད་རྒྱ་གར་རེད་དྲུག་ཡོད་མེད་སྐོར་ལི་ཡ་ལི་ཨ་འདུར་བྱས་ནས་ཞིབ་འཇུག་བྱས་པའི་དཔྱད་འབྲས་ཀྱི་ཤོད་ཡོད་རེད་ད་ལྟའི་བར་གྱི་དཔེ་མཚོན་ཚུད་ཚབ་མཚོན་ཡག་བཟོ་རེད་དེ་ཡིན་གྱི་ཁོང་གི་ད་བོད་རེད་ད་ལྟ་དེ་གར་རྒྱ་གར་ལུང་པ་རེད་རྩ་བ་གཉིས་ནི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་སྡོད་རྒྱ་དང་འབྲེལ་བ་མེད་པ་ད་ག་ནང་བཞིན་གྱི་ཅིག་སྡོད་རྒྱ་དེ་ནི་གར་སིག་རེད་ད། དང་སི་ཕྱག་འཚལ་ནི་ཡ། བཀྲ་ཤིས་བློན་པོ་ལ་ཞེས་ཕྱོགས་ནས་བརྒྱུགས་པའི་སྐབས་ལ་ཡ་སྣང་སིག་ཏག་ཏག་བྱེད་ཀྱི་རྩ་བ་ནས་ནི་ཡོང་མ་བཅུག་ཨ། འོ་འདི་འདྲའི་གི་བྱུང་རིམ་གྱི་ཐོག་ནས་བྱེད་འོས་དུས། ཨ། ལོ་རྒྱུས་ཀྱི་རྒྱབ་ལྗོངས་དང་ལོ་རྒྱུས་ཀྱི་ཉམས་ཤིག་གང་དུ་བྱས་པ་ཡིན་ན་ཡང་གདན་ས་ཆེན་པོ་བཀྲ་ཤིས་བློན་པོ་དེ་ནི་སྡོད་རྒྱ་དང་འདྲ་འདྲའི་རྩ་བ་ནས་མེད་པ་དེ་ཕྱི་གསལ་ནང་གསལ་རེད་མ་གསུངས་འདུག་ཕྱག་འཚལ། ཆགས་པ་དེ་ལྟ་ཅི་རྒྱ་ཆེ་མང་ཚོགས་ལ་ཡ་ལ་དཔང་རྟགས་ཟེར་ན་མི་འདུག་དཔེ་མཚོན་ཟེར་ན་མི་འདུག་དེ་འདྲས་ཀྱི་ཚང་མ་གི་ལྟ་ཅི་མཐོང་ཡ་ཡོད་ཡ་ཅི་དང་གོ་ཡ་ཡོད་ཡ་ཅི་གི་ཁྱེད་ཚོ་ལ་ཡ་ལ་ང་ཚོ་ཚོགས་པ་ངོས་ནས་བཀྲ་ཤིས་ལོན་པོ་མཁན་རིན་པོ་ཆེ་ལ་ཡ་ལ་བཅར་འདྲི་ཞུས་ནས་ཉན་འདྲས་ཅི་ལས་ཡོད་རེད་ཉན་འདྲས་དེ་མང་ཚོགས་ལ་འདུར་བྱས་ནས་སྤྱན་འབུལ་ཞུས་ཡ་ཡིན། ང་ཚང་ལ་གི་དེ་དྲི་བ་དོན་གསུམ་བཞི་བྱས་འདུག་ཅེས་དེ་ལ་ལན་ཅི་བསྐྱོན་རོགས་གནང་གསུང་གི་འདུག་དང་པོ་དྲི་བ་དང་པོ་འདི་ཟེར་བཀྲ་ཤིས་བློན་པོ་དགོན་དགའ་བདུད་ཕྱག་བཏབ་པ་དང་ཕྱག་བཏབ་ནས་ད་བར་ལོ་ཅི་ཙམ་སོང་འདི་གང་གི་དྲི་བ་ད་བཀྲ་ཤིས་བློན་པོའི་དགོན་པ་ཉིད་ཡོད་རེད་བོད་ཀྱི་བོད་ཀྱི་ན་མ་དགོན་དང་དེ་ནི་གཅིག་གི་ན་བཀྲ་ཤིས་བློན་པོ་ཉིད་ཅེས་བོད་ཀྱི་མ་དགོན་འདི་རྒྱལ་བ་དགེ་འདུན་གྲུབ་ཀྱི་ཆིག་སྟོང་བཞི་བརྒྱ་བཞི་བཅུ་ཞབས་དོན་ལོར་ཕྱག་བཏབ་པ་གནང་བ་རེད།

ཁྱོད་ཀྱིས་དགོངས་པའི་ནང་ལ་ཁོ་རང་ལ་ཡིད་ཆེས་བྱེད་པ་ད་ལྟ་རྒས་དུས་ང་ཚོ་ཡི་ད་སྲུང་མ་དེ་འདི་རེད་བ། ད་ལྟ་རྒས་ཀྱི་ཡ་དེ་ནི་དེ་ལ་ཡིད་ཆེས་བྱེད་ན་དགོངས་པའི་ནང་ལ་རྩ་བ་ཉིད་ནས་ཁོ་རང་ཡ། རྡོ་རྒས་བསྟེན་གསོལ་བྱེད་བྱེད་པ་མ་རེད་ཟེར་རྟགས་འཆད་འདུག་རེད་བ། དེ་སང་སང་ང་ཚོ་ཡ་ཁྱེད་ཀྱིས་དགོངས་པ་ཡི་ན་འདྲ་མ་དགོན་ཡི་ན་འདྲ་ག་བ་ཡི་ན་གཙང་མ་སངས་རྒྱང་རེད་དེ་བྱེད་བྱེད་ཀྱི་མ་རེད་ཟེར་མ་འོངས་པ་ནི་ད་ལྟ་ལྟ་བྱེད། དེ་ང་ལ་ཡང་དེ་སྟེམ་མྱོང་ཡོད་མེད་ད་ལྟ་ཡིན་ནམ་ད་ལྟ་མང་པ་ནས་ད་ལྟའི་ཁོ་རང་གཙང་མ་སངས་རྒྱས་ལག་ཆ་དེ་རྗེས་བཙལ་ཡག་ཡོད་མ་རེད་བསྟན་གྱི་ཡོད་མ་རེད་དགོན་པའི་ནང་ལ་གཙང་མ་སངས་རྒྱས་མི་གཅིག་གམ་བསྟན་གྱི་ཡོད་མ་རེད་བསྟན་ཡག་བསྟན་ཡག་གི་བསམ་བློ་ཡོད་མ་རེད་མང་པ་ནས་ད་ལྟའི་བའི་མང་པ་ནས་གཙང་མ་སངས་རྒྱས་འདི་ད་ལྟ་ཧ་གོ་ཡོད་ད་གོ་རྡོ་རྗེ་འདི་གསུངས་མ། དེ་མ་ཡིན་པ་ཅིག་བྱས་ཙང་ཁོས་ཀློག་པའི་ལམ་ལ་དྲི་ཁ་འདྲི་གིན་རོགས་ཁོས་བསྟན་སྲུང་མ་བསྟན་དགའ་འགའ་འགའ་ལ་ཡང་ཉོག་དྲ་ཅིག་ག་དེའི་ནང་གི་ད་ལྟ་དེ་ད་ལྟ་ང་ཚོ་མང་པོ་བསྟན་དགའ་ཅན་མང་པོ་ཅིག་ཡོད་རེད་དེ་གཅིག་རྒྱ་མིའི་གི་ལག་ཆ་ཆགས་ཀྱི་ཡོད་རེད་རྒྱ་མི་ལ་དགོས་ཀྱི་ཡོད་རེད་ད་རྒྱ་མིའི་གི་ཡ་བེད་སྤྱོད་བཏང་ཡོད་ལ་ཁོ་ཚོ་ལས་རྒྱ་མིའི་གི་དངུལ་དྲ་དངུལ་གྱི་གཞི་ད་འདོད་རྒྱལ་གྱི་དངུལ་ག་རེ་དྲ་རྒྱུ་ནས་མེད་ན་རྒྱ་མིའི་གི་དངུལ་ཁོ་ཚོ་དྲ་གྱི་ཡོད་རེད་རྒྱ་མིའི་གི་བསྟན་བྱ་ལ་ཡག་འདོད་ད་ཁོ་རང་ཚོས་ཁོ་རང་ཚོས་དེ་ཡིན་ངོ་ནས་དེ་ཡིན་ན། རྭའི་སྲུང་མ་ཚེ་དང་འཇིག་རྟེན་སངས་རྒྱས་ཀྱི་གཏམ་པ་ཡ། དང་སེམས་ཅན་ལ་ཡབ་ཕམ་རྡོ་རྗེ་གང་ཇི་བཞིན་སློབ་གཉེར་བ་ཁ་ཟ་ཐ་མི་ནང་པའི་གཞུང་དངོས་འདི་ཅི་གང་ཅི་ཡིན་ན། ད་ལྟ་འདས་དུས་ལ་བབ་ཡོད་རང་ང་ཚོའི་དགྲ་ངོ་མ་དེ་བོད་ཀྱི་རྒྱལ་ནང་བོད་ནང་ལ་བསྡད་ཡོད་རེད་ཁོ་ཚོས་ལས་བྱེད་ང་ཚོའི་འདི་ནང་ལོག་གཉིས་རྩོད་ཡོད་མ་རེད་ཤ་ཚ་ང་ཚོའི་ད་ལྟའི་འདི་ཁ་ཟེར་འདོད་རྒྱལ་གྱིས་ཁོ་ཚོ་ལ་བྱིན་རླབས་གནང་རྒྱུ་ཡོད་ནམ་མེད་ན་ཡང

རྒྱལ་མགོན་རིན་པོ་ཆེ་ནས་གཙོས་ལྔ་བཅུ་ང་དགུའི་ལོར་འདི་ཚོ་ཕེབས་ནས་དུས་རྒྱུན་ད་ལྟ་ཡ་འཛམ་བུ་གླིང་ཁོ་རང་ནས་བླ་མ་ཆགས་ཡོད་རེད། འཛམ་བུ་གླིང་མི་མང་གིས་དེ་ནང་པའི་ཆོས་ཚན་བཞི་སྦྲགས་ཀྱི་དེ་འདི་དེ་པའི་བར་ན་ལ་འདིར་ཆོས་ཀྱི་ཚིག་འགའ་འཛིན་བཞི་སྦྲགས་ཀྱི་ཡ་ཤུགས་ཆེན་པོ་དང།

འདོད་རྒྱ་དང་གསལ་བ་གཉིས་ནི་འདྲ་འདྲེས་སྣང་མེད་པ། དེ་གསལ་པོ་གསལ་རྐྱང་དུ་ཆགས་པར་བྱ། དེ་ཡིན་དུས་ག་ལ་ང་ཚོ་ཚོགས་པ་ངོས་ནས་ཁྱི་དོ་ང་ནི་དེ་ཚོ་ལ་བཅར་འདྲི་ཞུས་ནས་ཉམས་ཞིབ་བྱེད་དགོས་ཡག་གི་གནད་དོན་གཙོ་བོ་དེ་གར་ཐུག་དགོས་ཡར་ཟེར་ན། འདོད་རྒྱ་ཚོགས་པ་ད་ལྷ་མི་སྲུང་སྐྱོབ་ཚོགས་པ་རེད་ད་ག་ནང་བཞིན་རྒྱ་ཆེ་དགེ་དེ་ཤུགས་ལྡན་ཚོགས་པ་ཟེར་ཡ་རེད། བྱང་ཨ་རི་དགེ་དེ་སྣེ་འཁྲིད་ཚོགས་པ་ཟེར་ཡ་དེ་ཚོ་གི་ནང་ནས་ཅི་སྣེ་འཁྲིད་གནང་ལ་རེད་ཡིག་ལང་ཐོག་ལ་རེད། གཅིག། དོལ་རྒྱ་ཟེར་ཡ་དེ། རི་བོ་དགེ་ལྡན་པའི་གི་གདན་ས་ཆེན་པོ་དེ་ཚོ་ནང་ལ། གཅིག་གནམ་སྔ་མོ་ནས་བསྟན་ཏེ་སོ་ར་ཅིག་བྱས། དེའི་ཐོག་ནས་རྒྱ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་དོལ་རྒྱ་དེ། གཅིག་འཇམ་མགོན་བླ་མའི་བསྟན་པ་མཛད་ངས་སུ་འདྲ་བྱས་ན་དེ་བསྟན་ན་ཡག་པོ་མི་འདུག་ཟེར་དོ་ནས་ཨ་ནི་བཀའ་ལོ་བླང་དོགས་ཀྱི་བཀའ་ལོ་གནང་ཡོང་རྒྱུ་གང་ལ་ཨ་ནི་གཅིག་དེ་དང་ལས་བྱེད་མ་ཐུག་ཡ་སོ་འདྲ་འདི་འདྲ་བྱས་ནས་ད་ཕྱོགས་ཞེན་དང་སྤྲོ་སྟངས་མང་པོ་ཅིག་སྤེལ་དུ་ཡོང་བ་ཡིན་ཙང་དེ་ཡུལ་གྱི་སྤྱན་བྱས་ནས་བོད་ཕྱི་ནང་གཉིས་རེད་ད་ནང་བཞིན་གྱི་ཕྱི་རྒྱ་ཡུལ་གྲུ་གི་གཅིག་འཇམ་རྒོད་བླ་མའི་བསྟན་པ་ལ་ཡ་ལ་དད་པ་ཡོད་ངེས་གི་རྗེས་འཇུག་དེ་ཚོ་ལ་ཡ་ལ་གཅིག་མགོ་བོ་རྨོངས་བདེ་བ་དང་འཁྲུག་བདེ་བ་མང་པོ་གཅིག་སྤྱན་ངན་གཅིག་ཡོང་སྡོད་ཀྱི་འདུག་དེ་ཡིན་དུས་ང་ཚོ་ཚོགས་པ་གི་དེ་ཚོ་ལ་ཡ་ལ་ཆེད་དུ་མངགས་ནས་འཇམ་རྒོད་བླ་མའི་བསྟན་པ་ལ་ཡ་ལ་གཅིག་དད་པ་དག་སྣང་བྱེད་ངེས་སོ། དེ་འབྲེལ་གྱི་མགོ་བོ་མ་རྨོངས་བ་དང། ལོག་གཏམ་དང་ཆོག་ཤེས་ཀྱི་དབང་ལུང་མ་འགྲོ་བ། ཁོ་རང་དངོས་ཡོད་གནས་ཚུལ་གང་ཡིན་པ་དེ་བདེན་པ་མཐོང་ཐུབ་ཡག་དང། དེ་ནས་དེ་འབྲེལ་བྱས་ནས་ཡོང་ཐུབ་ཡག་ཆེ་མདོ་ལ་འབད་རྩོལ་མང་པོ་ཅིག་བྱས་ནས་དེ་གཉེན་འཕྲད་ཀྱི་བརྒྱུད་ལམ་ཐོག་ནས་བཏང་ཡག་གི་འདུག་ཟེར་ནས་གྲ་སྒྲིག་བྱས་ནས་འདུག་ཅེས་པ་ཡིན། བྱས་ཙང་འདི་ཚོ་དེ་ག་རེར་ཟེར་ན་ཕྱོགས་གཅིག་ནས་ཨ་ནི་གཅིག། ལྗང་གུ་བླ་མའི་བསྟན་པ་ལས་ལ་གར་ཟིག་རི་སྟབས་ཅིག། སྲིན་ལྷའི་མང་པོ་རྒྱུད་ཞི་བོ་ཡིན་ཙང་དེ་གཙང་མ་བཟོ་ཡ་བྱེད། ཕྱོགས་གཉིས་ནས། སྟབས་ཅིག། ལྗང་གུ་བླ་མའི་གི་བསྟན་པ་ལས་ལ་ནི་ཅིག་སྐུ་ཁྲི་རིང་བརྗོད་སྐུ་ཁྲི་ན་རིང་ལས་ལ་ལྗང་གུ་བླ་མའི་བསྟན་པ་ལས་ལ་ནི་བས་ཀ་བ་བརྒྱ་ཕྲག་དུ་མ་གོ་ནས་དེ་ནི་བསྟན་པའི་གི་བས་དག་ཐེར་མཛད་ནས་ཡོང་དེ་གས་གས་ད་རྒྱ་ཕྱོགས་སྐུ་ཁྲི་ན་རིང་གི། འདུག་བྱས་ནས་ད་དཀའ་ལས་བརྒྱབ་ནས་འཇང་དགུན་ལ་མའི་བསྟན་པ་དེ་ད་ལྟ་བོད་མདོ་ཡུལ་ཁང་སོང་རེད་ཁྱེད་ཅག་ཡུལ་གྲུ་སྐུ་མདོག་ལ་ཡར་ལི་དབྱར་གྱི་མཚོ་ཆེ་བཞིན་དུ་ཡར་ངོས་ཀྱི་ཟླ་བ་བཞིན་དུ་གང་གིས་གང་དུ་ཡང་ཕེབས་བདེ་བ་དེ་རྒྱ་ཕྱོགས་སྐུ་ཁྲི་ན་རིག་གི་བཀའ་དྲིན་ཉག་གཅིག་ཡིན་པ་དེ་གསལ་པོ་ཆགས་བསྡད་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས་ད་ད་ལྟ་དེའི་བཀའ་དྲིན་ལ་ཡང་བསམ་ཤེས་མེད་པར་ལྡོག་ཕྱོགས་ཏག་ཏག་ལ་ཡར་ལི་ཨ་ནི་གཅིག་བོད་རྒྱ་མཚོ་བར་གྱི་འཇང་དགུན་ལ་མའི་བསྟན་པ་ལ་ཡར་ལི་གཞན་ཡོངས་རྟོག་བྱེད་བྱེད་ནས་ཨ་ནི་ཆོག་ཤེས་དང་ལོབས་ཤེས་དེ་འབྲེལ་གྱི་གནས་འཕྲལ་རེ་དཀྲོག་སྟངས་མང་པོ་སྤེལ་བདེ་བ། དེ་ལ་བརྟེན་ནས་འཇང་དགུན་ལགས་ནས་བསྟན་པ་ལས་ལ་གཅིག་སུན་འབྱིན་ཡག་དང་སྨན་སྤེལ་ཡོང་ཡག་དང་དེ་འབྲེལ་གྱི་མང་པོ་ཅིག་གནད་དོན་ཆགས་ཀྱི་ཡོད་པ་ཡིན་ཙང་ང་ཚོ་བདེན་དོན་དྭང་བླངས་ཚོགས་པ་ངོས་ནས་དེ་སྔོན་གནས་ཚུལ་གང་ཡིན་པ་དེ་ཞིབ་འཇུག་དེ་ཡང་ཚད་ལྡན་གྱི་ཞིབ་འཇུག་བཅས་བྱས་ནས། གཅིག་དགོན་སྡེ་སོ་སོ་གྱི་ལོ་རྒྱུས་རེད། དགོན་སྡེ་སོ་སོ་གྱི་ཆ་ཡོད་རྒྱུས་ཡོད་ཡོད་ངེས་ཀྱི་བསླབ་པ་རྒན་པ། དེ་ཡང་དེ་ནི་ཁེ་ཆུང་བཟང་སོང་བཙོང་ངས་དེ་འདྲའི་མང་པོ་ཅིག་ལ་ཡར་ལ་ནི་བསྐྱར་འགྲོ་ཞུ་ཡ། དེ་འདྲའི་བྱས་ནས་རིན་པ་བྱས་ཡོད་རེད། དེ་འདྲའི་བྱས་པའི་བྱུང་རིང་བྱུང་རིང་དེའི་ནང་ལ་ཡར་ལ། འཇང་དགོན་བླ་མའི་བསྟན་པ་གི་པའི། མདོ་སྔགས་ཀྱི་བཤད་སྒྲུབ་ཀྱི། དེ་ནི། ག་རེ་ཟེར་གི་རེད་ད། ཕ་སྐད་ལ་ཁུར་དུ་ཁུར་ཏེ་མཁས་ཀྱི་གདན་ས་ཆེན་པོ་དེ་ཚོགས་ཀྱི་གྲྭ་ཚང་དེ་ཚོ་ནང་ལ་ཡ་ལ་རྩ་བ་གཉིས་ནི་ཨ་ནི་གཅིག་དོལ་རྒྱ་དང་འདྲ་འདྲ་མེད་པ་མེད་དེ་བ་དེ་གསལ་པོ་ཡིན་དེ་བ་ཆགས་དུ་ཡོད་གསལ་པོ་ཡིན་དེ་བ་ཆགས་པ་ཙང་དེ་ཆགས་དུ་ཡོད་ཟེར་བ་ཙང་མ་ཡིན་པ་རྒྱ་ཆེ་མང་ཚོགས་ཀྱི་དེ་གནད་དོན་གསལ་པོ་ཅིག་མ་རྟོགས་བ་ཡིན་ན་ཨ་ནི་ང་རང་ཚོ་གཅིག་བ་དགེ་འདུན་རྒྱ་མཚོ་པ་གི་ཆབ་སྲིད་དང་ཨ་ནི་ཁོ་རང་ཚོ་དཔལ་འབྱོར་གི་དགོས་མཁོ་དང་ལྟ་ཅིག་དེ་ནང་ལས་རིགས་མང་པོ་འདུག་བ་དུད་རྒྱ་མཚོ་པ་ཁ་ཤི་ནང་ཆབ་སྲིད་འདྲེས་ཡོད་རེད་ཁ་ཤི་ནི་དཔལ་འབྱོར་གི་ཐོག་ནས་འཇུག་ཏུ་ཡོད་རེད་ཁ་ཤི་ནི་རྨོངས་པའི་དབང་གིས་འཇུག་ཏུ་ཡོད་རེད་བྱས་ཙང་དེ་འདྲའི་རིགས་མང་པོ་བྱོས་བ་ཡིན་ཙང་ཆབ་སྲིད་དབང་གིས་འཇུག་ངེས་ཚོ་ཡིན་ན་ཡང་ཨ་ཅིག་མི་མང་གི་མགོ་སྐོར་བཏང་མ་ཐུབ་ཡག་དང་དཔལ་འབྱོར་གི་བསླུ་བྲིད་དབང་ལ་འགྲོ་བསྡད་མཁན་དེ་ཚོ་གི་དཀྲོག་གཏམ་བཤད་དུ་ཡག་དེ་རྒྱ་ཆེ་མང་ཚོགས་མགོ་གར་སིག་རི། མགོ་སྐོར་ལུས་དྲི་བ་ལ་མ་ཚོས་ཡག། ད་མི་གཞིའི་རྨོངས་པའི་དབང་གིས་རྒྱུག་ཐེབས་པའི་དེ་ཟོ་ཡང་རྨོངས་པ་ཡག་པོ་བྱེད་སེ་ཡག་ཆེ་མདོ་ལ་ཡག་ལ་དེ་འདྲའི་བྱས་ནས་ཕྱོགས་མང་པོ་གཅིག་ལ་ཡག་ལ་གནས་སྡོད་ང་ཚོ་གི་ལྟ་བྱེད་ནི་འདི་དཀའ་ལས་མང་པོ་གཅིག་རྒྱབ་བྱས་ནས་འདུག་བྱས་ནས་གདན་ས་ཆེན་པོ་གསུང། བཀྲ་ཤིས་ལྷུན་པོ། འོ་དེ་ཚོ་ཚང་མ་གི་དེ་ནི་ཅིག་བསྟན་པའི་བདག་པོ། ད་ལྟར་འཆར་བསྟན་པའི་བདག་པོ། ཁོང་རྣམ་པ་ཚོ་ལ་ཡར་ལ་བསྐྱར་འགྲོ་ཞོར་ནས་གཉེན་འཕྲད་གསོལ་བ་བྱས་ནས་ང་ཚོ་གི་དུར་བྱིད་ནི་མ་འདྲེས་པས་དུར་བྱིད་གནང་དུ་ཡོད་རེད། གནང་ཡ་དེ་གཙོ་བོ་དེ་གོང་དུ་འགྲེལ་བཤད་བྱ་བ་ནང་བཞིན་གྱི་དེ་འདྲས་བྱས་ནས་དམུ་ཡུལ་གྱི་ཟིན་བཅད་ནས་ང་ཚོ་གི་དེ་ལྟ་ཅིག་དེར་ཁ་ཚང་འཕྲུལ་རིགས་ཡར་རྒྱས་ཕྱིན་ནས་རྒྱུ་ལང་དེ་ཡག་པོ་ཡོང་བ་ཡིན་ཙང་གཅིག་མི་མང་ལ་ཡར་ལ་བདེན་པའི་གི་ངོ་སྤྲོད་བྱས་བ་ཡིན་ན་ཚང་མ་དེ་གནད་དོན་གསལ་པོ་གཅིག་རྟོགས་ཐུག་ཡག་གི་གོ་རྒྱུ་ལང་ཆ་ནས་དེ་ག་རེ་ཟེར་གི་རེད་ད་ཕ་གི་ལ་ལས་སླ་པོ་ཡོང་བ་ཡིན་ཙང་འདི་ཐོག་ནས་ང་ཚོ་གི་ཞིབ་འཇུག་བྱས་པའི་གནས་ཚུལ་བཟོ་དེ་ནི་མང་ཚོགས་ལ་ཡར་ལ་སྣེ་འཁྲིད་རྒྱུ་ནས་འགྲེལ་བཤད་རྒྱག་ཐུག་བ་ཡིན་ན་ཕན་ཐོག་རླབས་ཆེ་བོ་ཡོང་གི་འདུག་བསམ་ནས་འདུག་ཅེས་ནས་སྙན་གྲའི་ཐོག་ནས་སྐྱེན་པའི་ཤོད་ཡ་དེ་ཏོག་སི་ཡིན་ཟེར་ཚང་མ་ལས་ཡ་ལ་མཐའ་སྟོང་གི་གར་སེ་གི་རི་དྭགས་རྒུད་བབ་དངོས་ཡོད་རྒྱུ་མཚན་དག་དེ་འདྲ་གྱིན་སེ་ངོ་སྤྲོད་གནང་ཡ་ཡིན་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས། རྣམ་པ་ཚོས་ང་ཚོའི་ལེ་ཚན་ལ་ཡ་ཐུགས་སྣང་ཆེན་པོས་གསན་བསུ་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་དང། རི་བོ་དགེ་ལྡན་པའི་གདན་ས་ཆེན་མོ་ཞིག་སོང་ཆེ་ཇི་རལ་རྣམ་གཉིས་སོགས་དགོན་སྡེ་གྲྭ་ཚང་དེ་གའི་དེ་དོ་ཅལ་དང་འདྲ་བའི་མི་དཔེ་གི་ལེ་ཚན་གཉིས་ཀ་ཐུགས་སུ་རྣམ་པ་སུ་ཅན་ལ་འབུར་ཟིན་པ་ཡིན། ལེ་ཚན་འདི་གཉིས་གཟུ་བྷིག་གིས་ཕྱོགས་སྡོམ་དེ་ལས་ཡར་རྡོ་རྗེ་ཚོགས་པའི་ནམ་རྒྱུན་ནི་རྡོ་རྗེ་དེ་རུ་སྒེར་བསྟན་པའི་ཐུན་མོང་མ་ཡིན་པའི་ལྷ་གཅིག་ཡིན་པ་དང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གི་ཐུན་མོང་མ་ཡིན་པའི་གི་སོག་མ་གཅིག་ཡིན་པ་དུ་འཕྱོགས་བཤད་བྱེད་རིགས་ཡོད་རེད། ང་ཚོ་ལེ་ཚན་འདི་གསན་པའི་གི་བརྒྱུད་རིམ་གི་ཁྲོད་ལ་ཡར། ལེ་ཚན་འདིའི་ནང་ལ་བཀའ་འགྲོས་ཞུ་ཡུལ་གི་མཁན་ལ་དགེ་འདུན་དེ་གའི་དེ་དགོན་སྡེ་གྲྭ་ཚང་དེ་གའི་དེ་གའི་སྐུ་ཡི་གུན་གསབ་སོང་གི་སོང་ཟབ་ཆགས་དུ་ཡོད་རེད། དགོན་སྡེ་གྲྭ་ཚང་དེ་གའི་དེ་རུ་སྒེར་བསྟན་པའི་བསྟན་པའི་གི་ཡ་བརྒྱ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པའི་བསྟན་པ་དར་ཅང་དཔེར་ས་གི་ད་ཡོད་ཆེ་ཤོས་དེ་ཆགས་ཏུ་ཡོད་རེད་དེའི་ནང་ལོག་གི་མཁས་པ་དེ་གི་དེ་གི་ཨ་ནི་དགོན་པ་ཁག་དེ་གི་དེ་ལ་ཡ་དོ་རྗེ་དང་འབྲེལ་བ་མེད་པ་དེ་སྲི་བོ་ཆགས་ཡོང་དུ་ཙམ་པ་ལ་ཡ་ང་ཚོའི་ཕྱོགས་སྡོམ་ཞུ་ཡ་ཅིག་ལ་ཡ་དོ་རྗེ་ལ་དེ་རི་བོ་གལ་ཏིན་པའི་ཐུན་མོང་མ་ཡིན་པའི་གི་ལྷ་མ་ཡིན་པ་དང་འཇམ་མགོན་བླ་མ་ཙོང་ཁ་བ་ཆེན་མོའི་གི་ཐུན་མོང་མ་ཡིན་པའི་སྲོག་མ་ཅིག་མ་ཡིན་པ་དངོས་ཡོད་གནས་ཚུལ་གི་ཐོག་ནས། རང་རང་འཕྲོ་བ་ཅིག་ཆགས་འགྲོ་གི་འདུག་དེ་འདྲ་ཡིན་དུས་རྣམ་པ་སུ་དེའི་ཐུགས་ལ་ཡ་མ་ཉེས་པ་ནོར་བ་ཅི་ཞུ་ཡ་ཡིན་མཐོང་རྗེས་མའི་ལེ་ཚན་གྱི་ནང་ལོགས་ལ་ཡ་ཚུར་གཤོང་གླེང་འཕེལ་གྱི་སྐོར་དེ་དམ་ཆོས་འདུལ་བའི་གཞུང་ལུགས་དང་མཐུན་དང་མི་མཐུན་གྱི་སྐོར་ལ་ཡ་བཀའ་འདྲི་ཁ་ཆོད་ཞུས་ཡོད་རྣམ་པ་སུས་ང་ཚོའི་ལེ་ཚན་རྗེས་མ་དེ་ཡང་གཟུགས་ཀྱི་མ་ཉེས་པ་ནོར་བ་ཆེ་ང་ཚོ་བཅར་ཏེ་འབྱིན་ཡོང།